དེ་རིང་གི་བོད་ལྗོངས་བཤད་གྲྭ་ཞེས་པའི་རྒྱུན་མཐུད་འཆད་ཁྲིད་ལེ་ཚན་ནང་བོད་ལྗོངས་སྤྱི་ཚོགས་ཚན་རིག་ཁང་གི་བོད་རིག་པའི་ཞིབ་འཇུག་པ་གཞོན་པ་རྒན་པན་རྒྱ་མཚོ་ལགས་གདན་འདྲེན་ཞུས་ཡོད། རྒན་ལགས་སྐུ་ཁམས་བཟང། ལགས་སྐུ་ཁམས་བཟང།
ཐེངས་འདིའི་བོད་ལྗོངས་བཤད་གྲྭ་ཞེས་པའི་རྒྱུན་མཐུད་འཆད་ཁྲིད་ལེ་ཚན་ནང་རྒན་པན་རྒྱ་མཚོ་ལགས་གདན་འདྲེན་ཞུས་རྗེས་གཞོན་ནུ་གྲོགས་ཀྱི་རྟོག་དཔྱོད་དང་དེའི་ལོ་ཙཱའི་ཤེས་བྱའི་སྐོར་ལ་ཡང་འཆད་ཁྲིད་གནང་རོགས་ཞུ་གི་ཡིན། ང་ཚོའི་གཞོན་ནུ་ཕྲུག་རྡོག་གཅོད་ཨིན་ཇི་ལ་ག་འདྲས་སུ་གྱུར་ཡོད་མེད་ཀྱི་སྐོར་གྱི་འཆད་ཁྲིད་དེ་འདྲའི་དེ་འདྲའི་རེ་བ་ཅིག་བཏོན་གནང་རེད་བྱས་ཙང་འདི་ཡིན་དུས་བསམ་པ། ངས་དེ་རིང་ཡར་ཞུ་ཡས་དེ་གཞོན་ནུ་ཕྲུག་རྡོག་གཅོད་ཀྱི་ག་འདྲས་སུ་གྱུར་ཡོད་མེད་གཞོན་ནུ་ཕྲུག་རྡོག་གཅོད་ཟེར་ཡ་འདི་ད་ང་རང་ཚོའི་སྙན་ངག་གི་གཞུང་འདི་བོད་ཀྱི་སྤྱི་ཚོགས་ནང་ལ་དང་ལྷག་དོན་སྙན་ངག་གི་བོད་ཀྱི་དེ་ནི་ལོ་རྒྱུས་རིག་གནས་ཀྱི་གནས་བབ་ག་འདྲས་ཅིག་དང་བཟུང་ཡོད་མེད་ཨ་ནི་འདི་ང་ཚོ་གཞོན་ནུ་ཕྲུག་རྡོག་གཅོད་དེ་ཨིན་ཇི་ལ་རྒྱུག་དགོས་པའི་རྒྱུ་མཚན་ག་རེ་ཡིན་མེད་ད་འདིའི་སྐོར་ནི་རགས་རིམ་ཙམ་ཅིག་ངས་མ་བརྒྱུད་སྤྲོད་ཞུ་གི་ཡིན། ད་འདི་ཡིན་འདུག་བསམ་པ། དང་པོ་དེ་གཞོན་དྲུག་རྟོག་དཔྱོད་འགྱུར་བའི་རྐྱེན། གཉིས་པ་དེ། རྟོག་དཔྱོད་འགྱུར་བའི་བརྒྱུད་རིམ་དེ་ཞུ་གི་ཡིན། གསུམ་པ་དེ། གཞོན་དྲུག་རྟོག་དཔྱོད་དེ་ག་འདྲའི་ཡིན་མེད་ཀྱི་ངོ་སྤྲོད། མདོ་ཙམ་དེ་འདྲའི་ཞུ་ཡས་ཀྱི།

ང་ཕྱི་རྒྱལ་སྐད་རྩིས་རྒྱག་དགོས་མི་འདུག་བོད་སྐད་ཆུ་ཐག་ཐག། ཨ་ཝང་དེ་ག་གྲས་ཡིན་པ་ཟེར་ནས་ཨ་ང་དེ་བོན་ཆོས་སྤྱི་ཚོགས་ཚན་རིག་ཁང་ནང་ལ་ལས་ཀའི་སོར་ཅིག་བྱས་གོ་མེད་འགྲོ་ཟེར་ལས་ཀ་ག་རེ་གནང་ག་ཅིག་ཏག་ཏག་ཁོ་རང་གི་ཆོས་ལུགས་དེ་ཡི་ཤུའི་ཆོས་ལུགས་རེད་འདུག་བ་བོན་ཆོས་སྤྱི་ཚོགས་ཚན་རིག་ཁང་གི་ནང་གི་དགེ་རྒན་དང་མང་ཆེ་ཡི་ཤུ་བ་རེད་ངས་དུ་གསོལ་བ་བྱེད་དུས་བསམ་པ་པེ་ཅིན་ལ་ཡོད་པའི། དགེ་ཡི་ལྷན་ཚོགས་དེ་དང་པོ་རྩ་བ་བྱས་ནས་ཡེ་ཤུ་འདི་འདྲའི་ད་སྤྱི་ཚོགས་གང་ལ་ཕན་བདེ་སྒྲུབ་ཡས་དེ་འདྲའི་ཡོར་བ་ཡེ་ཤུ་དེའི་ནང་ལོར་མན་ག་སུ་ཡས་སོར་ལབ་གྲ་ཙུ་ཡས་སོར་དེ་འདྲའི་ཨ་ནི་སྤྱི་ཚོགས་ཕན་བདེ་སྒྲུབ་ཡས་དེ་འདྲའི་དེ་འདྲའི་ཡོར་བ་ད་དེའི་ནང་ལོར་ཡིན་གཅིག་མིན་གཅིག་ཡེ་ཤུ་འགྲོ་དགོས་པའི་སོར་གཅིག་འདུག་བྱས་དུས་སམ་ཨ་ནི་ཁོང་རང་དེ་ནས་བུ་ཡིས་ཡག་པོ་བྱས་བུ་གས་ཡག་པོ་ཡོད་དུས་སམ་འོ་འདུག་བྱས་བྱས་ཨ་ང་དགེ་རྒན་བྱེད་ཚོད་ཡོད་གསུང་གི་ཨ་ང་ཚོ་དུ་དང་པོ་ཐོག་མ་དེ་འདྲས་ངོ་ཤེས་མགྱོགས་རེད་ཨ་ཁོང་དེའི་ནང་ཏག་ཏག་ལོ་གཉིས་པ་དེ་ནས་དགེ་རྒན་གནང་སོང་ཨ་ཨ་ང་ཚོ་སྟག་པ་དགེ་རྒན་བྱེད་དུས་ཚོམས་པ་ཡང་ངའི་ལས་ཀ་དེ་ཕྱི་རྒྱལ་གྱི་འབྲེལ་བ་ཡོད་དུས་ཚོམས་པ་དགེ་རྒན་དོ་དམ་བྱས་ཏེ་ང་སྤྲད་གནང་བ། ཨ་ང་ཚོ་ཕ་སྐད་ཆ་ཆུང་ཚུལ་སྐད་ཆ་ཆུང་ཆུ་རྗེས་ཕུགས་ང་ལ་ག་རེ་བཤད་པར་ཟེར་ན། ད་རྒན་ལགས་ང་གཉིས་ལས་ཀ་གཅིག་བྱེད་དགོས་ཀྱི་འདུག་ཟེར་ཨ་ནི་ག་རེ་བྱེད་དགོས་ཟེར་ཨ་ནི་མོ་རང་གིས་ད་ང་གཉིས་གཅིག་འགྱུར་ཡིག་དེ་འདྲས་ཅིག་བྱེད་བྱས་ན་ཨ་ནི་མོ་རང་ཡིན་ཉག་ལ་ད་ཁ་མི་འདུག་བོད་ཡིག་ད་བོད་སྐད་ལོ་སྟོབས་ནག་བྱས་ཙང་དེ་ཧོབ་ཏི་ཀ་ལ་བཞག་བྱས་ཨའོ་ཏི་ལི་ཡ་སོར་བྱས་ན་ལོ་ཨ་ནི་བྱས་མོ་ཨ་ནི་དེ་སྟོང་པའི་སོར་ཆགས་བྱས་བོད་ཡིག་དེ་བེད་སྤྱོད་བྱེད་རང་མེད་བྱས་སྐོར་བ་མོ་རང་བོད་ཡིག་ལ་ཨིངས་ཞེས་པ་ཡོད་རེད་པ། ད་དངོས་གནས་དྲང་གནས་ཀྱི་ང་ཚོ

རྒན་ལགས་ཐོང་ཚོ་བཀའ་འདྲི་ཞུས་པ་འདྲ་ཁོང་ཚོ་མང་པོ་ཅིག་ལ་བཀའ་འདྲི་ཞུས་ང་ཚོའི་སྤྱི་ཚོགས་ཚན་རིག་ནང་གི་དེ་དུས་མཁས་པ་ཡིན་པ་མི་མང་པོ་ཅིག་ལ་བཀའ་འདྲི་ཞུས་དུས་བསམ་པ་མང་ཆེ་བས་ད་ཞུན་ཧྲུག་རྟོག་བཅོས་དེ་ལྷག་པ་དོག་ཡིན་ད་ཕན་ཚུན་སློབ་གྲ་ཆེན་མོའི་དགེ་རྒན་མང་ཆེ་བས་ཞུན་ཧྲུག་རྟོག་བཅོས་དེ་ད་ཕལ་ཆེ་ཁག་པོ་རེད་ཟེར་དེ་བཞག་ནས་གཞན་དག་དེ་འདྲས་ད་ཡིན་ད་བྱ་འདྲེ་ལེགས་བཤད་སོགས་ཡག་གི་རེད་གསུངས་བཞག

རབས་རྗེས་གཉིས་པ་བསྒྱུར་ཐུབ་ཀྱི་ཡོད་ན་རབས་རྗེས་གསུམ་པ་བསྒྱུར་ཐུབ་ཀྱི་རེད། ཨ་ལ་ང་གཉིས་གཉིས་ཚོད་ལྟ་ཅིག་བྱེད་གལ་སྲིད་བྱས་ཨ་ནི་གཞུང་དྲུག་རྡོག་གཅོད་མཁན་དང་རབས་རྗེས་དང་པོ་དེ་ངས་ཚོད་ལྟ་བྱས་བསྒྱུར་བ་ཡིན་པ། ཉི་མ་དང་པོ་དེ་བསྒྱུར་དུས་བསམ་པ། ཤོག་ལོ་ག་གཅིག་ལ་ཆུ་ཚོད་བཞི་ལས་སོ། ཅིག་ལ་ཨ་མདའ་འདི་རེད་ད། གངས་ཤིང་སེར་སྐྱར་འཁོར་ལོས་བསྒྱུར་བའི་རིགས་དྲུང་གླིང་བཞིའི་རྒྱལ་སྲིད་རྩ་ཞིང་དོར་ནས་དཀའ་ཐུབ་སྤྱད། ཤིང་ཕྱོགས་གྲོང་དུ་གཅིག་པུས་བདུད་དཔུང་བཀོད་འཇོམས་གཉིས་ཀའི་བྱང་ཆུབ་བླ་མེད་དད་མེད་བདུད་རྩི་རྙེད། དེ་ཤོག་ལོ་ག་གཅིག་ཡིན། ཤོག་ལོ་ག་གཅིག་པོ་དེ་ག་རེད་ཟེར་ན། སངས་རྒྱས་བཅོམ་ལྡན་འདས་ལ་བྱ་བ་བཅུ་གཉིས་སྒོ་ནས་བསྟོད་བཤགས། ད་ག་རང་ལ་ཆོས་ཚུལ་བཞི་ལས། ཆོས་ཚུལ་བཞི་ལས། བཟོ་སྐྱོ་སྐྱོབ་བཟོ་སྐྱོ་སྐྱོབ་བྱེད་འཕགས་བྱེད་ཚུལ་བྱེད་ད་ག་རང་ལ་ཕལ་ཆེར་ཟག་པོ་གཅིག་ཙམ་ལས་བ་ཡོད། ད་ཁག་ཤོས་ཀྱི་ཁག་ཤོས་དེ་འདི་བྱུང་ད། ཆོས་སྤྱོད་དེ་ད་དེ་གས་དེ་རྒྱུ་ཚར་ནས་ཆོས་སྤྱོད་ཚིག་གས་རིང་པོ་མང་པོ་རོ་བྱས་བྱས་ནས་རྒྱུ་ཚར་བྱས་ཨ་ནི་གཞི་ནས་ག་ལི་ག་ལི་ག་ལི་རྒྱུ་བྱས་ད་བ་གཅིག་ཙི་གཅིག་གི་ནང་ལོ་ལ་རབ་བྱེད་དང་པོ་དེ་རྒྱུ་ཚར་སོང་ང་རབ་བྱེད་དང་པོ་དེ་རྒྱུ་ཞོ་ད་ཡག་པོ་ཅིག་ད

ངས་འདིའི་གཞོན་ནུ་ཕྲུ་གུ་རྟོག་དཔྱོད་དེ་འཚལ་དགོས་རྒྱུ་མཚན་ག་རེ་ཟེར་ན། གཅིག་ནི་བོད་ལྗོངས་སློབ་གྲྭ་ཆེན་མོའི་སློབ་དེབ་ནང་ལོ་གཞོན་ཕྲུ་གུ་རྟོག་དཔྱོད་ཐོག་ལ་དགེ་རྒན་ཚོས་ཁྲིད་གནང་དགོས་པ། དེ་ཡིན་ན་ང་ཚོའི་འཛིན་གྲྭ་དེའི་ནང་ལོ་གཞོན་ཕྲུ་གུ་རྟོག་དཔྱོད་ཡག་པོ་བྱས་ན་ཁྲིད་ཐུབ་ཡོད་མ་རེད་རྒན་ལགས་མ་གཏམ་བྱས་བྱས། ངས་གཞོན་ཕྲུ་གུ་རྟོག་དཔྱོད་དེ་སློབ་ཚན་གཉིས་ཉན་མྱོང། སློབ་ཚན་གཉིས་པོ་དེ་སུས་ཁྲིད་པོ་གནང་ཟེར་ན། སྐབས་དེ་དུས་བསམ་པ་ང་ཚོའི་ཨེ་འདའ་བོད་ལྗོངས། སྨན་རྩིས་ཁང་གིས་སློབ་གྲྭ་དང་པོ་དེ་དང། ང། ཡལ་གའི་སླེབས་དུས་ཙམ་པ་ང་ཚོ་མཉམ་པོ་རེད། དེའི་སློབ་གྲྭ་དེ་ལོ་ལྔ་རེད། ཨ་མདའི། བོན་ཆོས། སྨན་རྩིས་ཁང་གི་སློབ་གྲྭ་ང་ཚོ་མཉམ་པོ་རེད། དེ་དུས་སློབ་གྲྭ་མང་པོ་ཅིག་ངའི་གྲོགས་པོ་རེད། དེ་ཉིན་མ་གཅིག་གཞུང་དཀྲུག་གཏོགས་ཀྱི་འགོ་ཚུགས་གནང་གི་རེད་རྒན་ལགས། ཨ་ངས་ངའི་འཛིན་གྲྭ་དེ་མ་བྱིན་རྗེས་ཨ་ནི་ང་རང་ཨིང་རུ་ཅི། གཞུང་དཀྲུག་གཏོགས་ཀྱི། དེ་དུས་དྭགས་སུ་ལྐུགས་པ་མ་རེད་པ་འགྲོ་དུས་ཙམ་པ། ཏག་ཏག་ཁོ་རང་ཡང་ད་གྲོང་མི་བྱམས་པ་བློ་གྲོས་འདུག་ཨ། རྒན་པོ་མི་ལགས་ཟེར་གི་རེད་ད་ང་ཚོའི་སྤྱི་ཚོགས་ཚན་རིག་ཁང་གི་མཁས་དབང་རེད་པ། འབྲོག་མི་བྱམས་པ་བློ་གྲོས་ཀྱིས་སྐོམ་གཅིག་ཡིན་པ་རྒན་བཀྲ་ཤིས་རིན་ཆེན་ལགས་གསུངས་ཉེ་ཆར་བཞུགས་ཨོ་ཨེ་མདའ་ལ་བེ་ཅིན། མངའ་རིས་ནང་བསྟན་སློབ་གླིང་གི་དགེ་རྒན་གནང་བ་རེད། ཁོང་གིས་གཞུང་དྲུག་རྟོགས་བརྗོད་དེ་འགོ་ཚུགས་ནང་ད་ངས་དེ་དུས་བསམ་པ་སློབ་ཚན་གཉིས་ཉེན་ཁ་ཆེན་པོ་ཡིན་པ། ཨ་ནི་རྒན་ལགས་ཆུ་ཚད་མཐོ་པོ་ཞེ་དྲག་རེད་འདུག་ཨ་ཅག་གཞུང་དྲུག་རྟོགས་བརྗོད་དེ་མ་གཅིག་ཁྲིད་ཡོང་དུས་བསམ་པ་ཁྱོད་དང་གཞན་དུ་མ་འདྲ་ཞིག་ཁྲིད་གནང་ཡོང་གི་འདུག་ཨ། དེ་ཙང་འདི་ནས་ང་གཞུང་དྲུག་རྟོགས་བརྗོད་དེ་ལ་དབྱིངས་ཞེས་པ་ཅི་ཕར་བྱས། ཨ་ནི་ཞག་ད་ཞོ་ལ་དེ་བལྟས་བྱས་ད་དེ་དུས་དགེ་རྒན་ལ་སློབ་ཚན་རང་ཁྲིད་གནང་ཡོད་མ་རེད་ང་ཚོ་འཛིན་གྲྭ་ལ་དགེ་རྒན་དེ་མེད་པ་བྱས་ད་གཞུང་དྲུག་ལྡོག་ཆུད་དེ་ང་ཚོ་ལ་ཁྲིད་ཐུབ་མ་སོང་ཁྱེད་དངོས་གནས་བྱས་ན་བོད་ཆོས་སློབ་ཆེན་གི་བོད་ཡིག་གི་ཚན་ཁག་ལ་གཞུང་དྲུག་ལྡོག་ཆུད་ཀྱི་སློབ་ཚན་བཀོད་སྒྲིག་གནང་ཞག་དེ་ཡིན་འདུག་བསམ་པ་ང་རང་གཞུང་དྲུག་ལྡོག་ཆུད་དེ་ཡག་པོ་ཞེ་པོ་ཞིག་འདུག་བསམ་ས་རོ་ཅིག་དྲན་གི་ཡོད་པ་དེ་རྗེས་བོ་ལ་དེ་བྱས་ཨ་ནི་གཙོ་བོ་ཆེ་ཤོས་གཞུང་དྲུག་ལྡོག་ཆུད་དེ་ཡག་པོ་རུ་ཞེ་པོ་ཡོང་གི་རེད་བསམ་མ་ཅུ་དེ་ལས་སྦྱོང་བརྡར་དང་སྦྲགས་བྱས་ཨ་ནི་དེ་འདྲས་བྱས་པ་རེད་དང་པོ་ཐོག་མར་རྐྱེན་དེ་དེ་འདྲས་རུ་བྱས།

ཐོག་མར་མིང་འདི་ང་རང་ཚོ་ཨ་བུ་སྐྱེས་པ་ཡིན་ན་ཨ་བུ་ཚོས་ཨ་ལས་ཅིག་སྐྱེས་པ་ཡིན་ན་ས་ཕག་ཚོས་དེ་རེད་འདུག་ཨ། རྒྱུ་བརྗོད་དེ་ཡག་པོ་ཅིས་མ་བྱུང་བ་ཡིན་པ་ཡིན་ན་ནས་ཨ་བུ་དེ་ལས་ས་ཕག་སོབ་སོབ་ཚོར་འདུག་ཁོག་སྟོང་ཚོར་འདྲེ་ཡིན་པ་ཡིན་ན་ཨ་ནི་བརྟན་པོ་ཡོང་གི་མ་རེད་བསམ་གི་འདུག་ཨ། ལྷག་དོན་གཞུང་དྲུག་རྟོགས་བརྗོད་སོང་ལ་སྙན་ངག་གི་རྩལ་ཞེ་པོ་སྟོན་དགོས་ཡས་ཚོ་ཚོ་ཡིན་པ་ཡིན་འདུག་བསམ་པ། བསྟན་བཅོས་དེ་ལ་མིང་བཏགས་དང་ཨ་ནི་དེའི་ནང་གི་མིང་ཚིག་མང་པོ་ཅིག་ང་རང་ཚོ་ཤིན་ཏུ་འཚམས་ཤིང་འོས་པའི་སྒོ་ནས་མ་བྱས་པ་ཡིན་པ་ཡིན་ན་ཨ་ནི་ཇི་མ་ཀློག་པ་པོ་ལ་ཅིང་སྤྲོ་སྣང་མེད་པ་ཅིང།

དེ་འདྲ་ཞུ་བའི་རྒན་ལགས་ཡིན་ད་ཁོང་ཚོ་རེད་རྒན་སྐྱོ་མི་རྡོ་རྗེ་ལགས་ད་ཁོང་ཚོས་ཕྱག་རོགས་ཞེ་པོ་གནང་བྱས་བེམ་རྒྱ་མཚོ་ལགས་ཁྱེད་རང་ལོ་ཡས་ཆེན་ཆུས་རེད་ཁྱེད་རང་གི་ཨ་ལ་དེ་དེ་གནང་སི་ཇེ་བུ་ད་དེ་གནང་ཐུག་གི་མི་འདུག་ཨ་འདི་དེ་སྦྱོང་བརྡར་ཞེ་པོ་ཡོང་སི་ཁོང་ཚོས་རྒྱབ་སྐྱོ་ཞེ་པོ་གནང་རྒྱུ་རེད་འོ་འདུག་སི་ཇུ་ས་མ་ང་གཉིས་གཉིས་ཡང་སྒེར་གི་ཐོག་ནས་ཡང་དེ་ཆེད་གན་རྒྱས་སུ་རོབ་ཅེས་བཤད་ག་རེ་སི་ན་གལ་སི་ཞུ་འབྲུག་རྟོགས་བརྗོད་དེའི་ནང་ལོག་གི་ནང་དོན་ནོར་འཛོལ་བྱུང་བ་དང་ནང་དོན་གོ་བ་ཡག་པོ་ལེན་མ་ཐུབ་ན་འགན་ངའི་རེད། ང་བོད་ཡིག་དེ་ནས་གོ་བ་རྒྱབ་མཁན་བཟོ་རྒྱུ་རེད་པ། གལ་སྲིད་གཞུང་དྲུག་གཏོགས་ཅིག་ནང་ལོག་བསྒྱུར་ཚར་ནས་བསྒྱུར་ཡིག་བོད་ཡིག་འབྱོར་བ་ད་ཡིན་ད་འདི་མ་ཡིག་རེད་པ། མ་ཡིག་འགན་ད་ཚང་མ་ངས་འཁེལ་དགོས་རེད། བོད་ཡིག་གི་འགན་ཚང་མ་སུས་འཁེལ་དགོས་རེད་ཟེར་ན Jeff Bally འཁེལ་དགོས་རེད། ད་དེ་ཨིན་ཇི་དེ་ཡག་པོ་བྱུང་མི་འདུག་ཟེར་ལ་སོགས་པ་ད་ཅིག་གི། གོ་མ་དེ་ཡོང་ཡ་ལ་སོགས་པ། ཨིན་ཇིའི་ནང་ལོག་ནས་དག་ཆ་སྣུར་འདྲུག་ཡོད་པར་བསམ་ན་ཚང་མ་ང་གཉིས་གཉིས་ཀྱིས་འདི་གྱིས་གན་རྒྱ་དུ་མ་སོང་དེ་འདྲས་ཀྱིས། བྱས་ཡོད། དེ་ཡིན་དུས་བསམ་ན་ཨ་ནི་ང་གཉིས་གཉིས་ཡིན་ནའི་ལས་རྐུབ་བཙུགས་བྱས་ཏེ་འགྱུར་དུས་བསམ་པ་སོ་སོ་འགྱུར་ཡ་ཅེས་ཡོད་མ་རེད། ད་དེའི་ནང་ལོགས་ཀྱི་ང་ཚོ་འགྱུར་ཚར་བ་ཡིན་ན་ད་དེ་ཕྱི་རྒྱལ་ལ་ལས་ཀ་བྱེད་དུས་བསམ་པ་གན་རྒྱ་དེ་ཡག་པོ་བཞག་དགོས་དོ། འགྱུར་ཚར་བ་ཡིན་ན་ཡང་མི་ཁག་ཅིག་གིས་ཁེན་ཏོར་བྱས་ཏེ་ཅིག་ཅིག་གིས་མ་རེད་རེད་ཟེར་འགྲོ་ན། ངས་ཆོག་མཆན་མ་བྱུང་བ་ཡིན་ན་དེ་བཟོ་གོ་ར་ཆོག་གི་མ་རེད། ཡིན་ཅི་མིན་ཅི་ང་གཉིས་གཉིས་མཉམ་པོ་བཟོ་དགོས་པ་རེད་ད། དེ་འདྲའི་གི་ཅིག་གི་གར་སོར་གན་རྒྱ་དམ་པོ་བྱས་པ་བཞག་པའི་ད་ཡང་གར་ཟེར་ན་དོང་ཚུགས་རྒན་མ་གི་མིན་ན་རྗེས་མ་ནས་དེབ་དོན་ཚར་དུས་བསམ་པ་གཅིག་བྱས་ཤག་གཉིས་བྱས་ཤག་བསམ། ནང་དོན་གི་དེ་མ་བཅུག་མིན་རྒན་ཆ་ཚང་བརྒྱ་ཆ་བརྒྱ་ང་རང་གིས་རྒྱུ་རེད་ད་དེ་ཡི་གེའི་འགྲོ་སྟངས་དེ་ཇི་ལྟར་མ་བཅུག་ན་ཁོ་རང་གིས་རྒྱུར་བ་ཨོ་ཨེ་འདུག་ཟེར་དུས་བསམ་པ་ཨེ་ནི་དང་པོ་ཆུ་འབྲུག་རྟོགས་བརྗོད་ཀྱི་མིང་དེ་ཚུགས་འདུག་སྟག་ཡིན་དུས་བསམ་པ་ཨེ་ནི་ཉི་མ་གཅིག་ཐོབ་བརྒྱ་གོ་བརྒྱ་ངའི་བསམ་ཚུལ་གཅིག་ཁོག་སོང་ད་མིང་དེ་ཡིན་གཅིག་མིན་གཅིག་མིང་ཐུང་ཐུང་མིང་དེ་མཐོང་དུ་མ་བཅབ་ཡིན་ན་མིང་སྡུག་སུ་མཐོང་ཡོང་དུ་བསམ་པ་དེ་ལམ་ཙག་བ་མིང་རིང་པོ་བྱས་པས་ན་ཕྱི་རྒྱལ་ཡིན་པས་ན་ག་རེ་ཡིན་ན་ང་རང་ཚོ་ཐ་སྙད་ཟེར་ག་དེ་རིང་དྲག་པ་ཡིན་ན་ཨའོ་ཉི་མ་ཅིག་འོང་ཐོབ་རྒྱག་གོ་རྒྱག་ད་ངས་དེ་འདྲས་བྱས་ན། གཞོན་ནུ་དྲུག་གི་རྟོགས་བརྗོད་དེ་གཞོན་ནུ་ཨ་ནི་དྲུག་ཡོད་པ་གཞོན་ནུ་དྲུག་པོ་དེ་གང་ག་དེ་ནི་ཕོ་བོ་གསུམ་ཟེར་ན་ཕོ་བོ་ཟེར་ན་ཅོ་ཅོ་བ་རེད་གཅེན་པོ་གསུམ་བྱས་བ་ལ་ནུ་བོ་གསུམ་བྱས་ནི་གཅོང་པོ་གསུམ་ཡོད་རེད་བྱས་ཙང་དུག་ཟེར་ན་གཞོན་ནུ་དྲུག་རེད། གཞོན་ནུ་དྲུག་ཡིན་འདུག་ཁོ་ཚོ་ཚང་མ་ག་རེ་རེད་ཟེར་ན། ཨ་མདའ་ང་ཚོས་དེ་ནི་གཞོན་ནུ་དྲུག་ཟེར་དུས་བསམ་པ་ཁོ་ཚོ་དཔོན་རྒྱག་ཡིན་མེད་ཅི་ཡོད་ཧ་གོ་མ་རེད་གཞོན་ནུ་དྲུག་གདོག་བྱེད་དེ་གཞོན་ནུ་ཨ་ད་ན་གཞོན་དྲུག་ཡོད་ཟེར་འགོར་བ་ཡིན་ནས་ང་ཚོ་རྩོམ་གྱི་གོ་བ་ནང་ལ་འགྲོ་དུས་བསམ་རྩོམ་དེའི་སྟེང་འགྲོ་དུས་བསམ་གཞོན་ནུ་དྲུག་པོ་དེ་ཕ་མ་གཅིག་དཔོན་རྒྱག་རེད་ཅོ་ཅོ་གསུམ་དང་བ་མ་གསུམ་རེད་བྱས་ཙང་དེ་ཟེར་དུས་བསམ་ཨེ་ངེས་ཟེར་ན་ད་རྙོག་དྲ་གས་མེད་བྱས། Six Brothers ཟེར་ནས་ག་འདྲས་ཡོད་དྲོ་ཟེར། Six ན་དྲུག་རེད་པ Brothers ན་གཅིག་འབྱུང་རེད་པ། ཨ་ད་དེ་བོ་ཨོ་དེ་འདྲ་བྱ་དགོས་ཞེས་པ་འདུག་དེ་འདུག་སེ་ལབ་དུས་སམ་ཨ་ནི་དེ་དེ་སམ་ཨེ་ལ་དེ་འདྲ་ཁྱེད་རང་གི་སི་ད་ང་ད་དེ་བསམ་བློ་ཞེས་པ་བཏང་འགུག་འདུག་སི་ད་སི་ད་ཨ་མེ་རང་ཇེ་ཧྥུ་མེ་རང་གི་ཨ་ཅག་ལ་ཡིན་ད་ད་ཡང་བུད་མེད་ཟེར་མཁན་དེ་ཤེས་རབ་ཀྱི་རང་བཞིན་རེད་པ་སྒྱུ་རྩལ་གྱི་ཞེས་ཚོར་དེ་བུད་མེད་ཞེས་པོ་ཡོད་རེད་པ་ཨ་ཅག་ལ་ལ་བཀའ་འདྲི་ཞུས་ད་སི་ཨ་ཅག་ལ་ཡིན་ཅི་མཁས་པོ་ཞེས་པོ་ཡོད་རེད Steve ཟེར།

བྱས་ཙང་ཡང་ད་ངས་དེ་འབྲེལ་བ་ཞིག་ཞུ་གི་ཡོད། འབྲེལ་བ་ཞུ་ནས་ག་འདྲས་ཞུ་དགོས་ཟེར་ན། ད་དང་ཚོ་འགྱུར་ཡོང་དུས་སམ་བསམ་བློ་ག་ནས་བཏང་དགོས་འདུག་ང་ཚོ་བོད་དར་ནང་པ་སེང་གེ་ཆོས་ལུགས་ད་ག་དྲག་པོའི་དར་པོ་དེ་ག་འདྲས་བྱས་བྱུང་བ་རེད། འོ་ན་རྒྱ་ནག་ལས་དེ་ནི་ང་ཚོའི་མངལ་ལ་ལོ་མང་པོའི་སྔོན་ལ། རྒྱ་ནག་དང་ང་ཚོ་ཨ་ནི་གཅིན་འབྱུང་ཟོར་བྱིལ་ཆགས་བྱ་བ་ཡིན་ན་ཆོས་གནས་བྱེད་པ་ཡིན་ན་ང་ཚོ་གཅོང་པོ་རེད་ད། ང་ཚོ་གཅེན་པོ་མ་རེད་མངལ་ལ་རྒྱ་ནག་ལ་ཆོས་དར་འདུག་བ་ནང་ཆོས། ཡིན་ན་དེ་ཕྱིས་སུ་ཨ་ནི་དར་པོ་བྱི་བུ་མ་བྱུང་བ་དེ་འགྱུར་དུང་ཚོ་ལས་ཡེ་ཏེ་ཚེ་ཁྱད་པར་མེད་འགྲོ་བསམ་སར་དཔེ་ཆ་བཞག་མིན་ན་རྒྱ་ནག་དེ་ལ་སང་ཟིག་འདུག་ག་སང་ཟིག་ཟེར་མཁན་དེ་དོན་འགྱུར་བྱས་ཐུབ་མི་འདུག་ག་བུའོ་ཟིག་འདུག་ག་བུའོ་དེ་དངོས་གནས་བྱས་ན་ང་རང་ཚོ་བུ་ད་རེད་བ་སང་ཟིག་རེད་ད་ཡིན་ད་རྒྱ་གར་ལེགས་ཆ་སྐད་དེ་རང་འཇགས་བཞག་རྒྱུ་ག་ད་རྒྱ་ནག་དེ་ནང་ལ་དོན་འགྱུར་མ་བྱས་པ་བྱས་རང་སོར་བཞག་པ་དེ་མང་པོ་བྱས་བཞག་བཞག་དེ་ཡིན་དུ་རང་སོར་བྱི་བུ་བཞག་གྲབས་ཡིན་པ་ཡིན་ན་ངེད་ལ་དེ་མིང་ཚིག་དེ་རང་རང་ལ་ང་ཚོ་བློ་ཐག་ཉེ་པོ་ཁྱོད་ནས་མེད་བྱས། ད་ང་ཚོའི་སངས་རྒྱས་ཆོས་ལུགས་རྣམས་ལ་སངས་རྒྱས་ཆོས་དགེ་འདུན་ཟེར་མཁན་དེ་གས་དེ་རང་ཚུར་གཅེས་བཞག་མི་འདུག་ཨ་ནི་དད་པ་ཟེར་ཡས་ལ་སོགས་པ་དེ་ནང་ཆོས་དཔེ་དེ་ཐ་སྙད་མང་པོ་ཆེ་མ་གཞི་ང་རང་ཚོ་ཡན་དག་སྒྲ་སྒྱུར་བམ་ཉིད་དང་མཚུངས་ཚུལ་ནང་ལོགས་ལ་ད་བསྟན་པ་ང་དག་སྐབས་ལ་ལྷོ་སྒྲ་སྒྱུར་གླིང་གླིང་གི་ནང་ལོགས་ལ་ཨ་འདི་ན་འདི་སོང་པ་ཆོས་རྒྱལ་དང་ཨ་ནི་དཔལ་འདི་དང་ལོ་ཙཱ་བ་དང་ཨ་ནི་བླ་མ་དེ་ཁོང་ཚོ་ཆོས་ཡིན་རང་བཟོས་བྱས་ཨ་ནི་སྒྱུར་གྱི་ཆོས་ཡིན་རང་བཟོས་དུས་བསམ་པ་སྒྱུར་ལ་གསུམ་ཡོག་རེད་སྒྲ་སྒྱུར་བྱས་ལར་བ་དུས་འགྱུར་བཅས་རང་སོར་བཞག་པ་དེ་ཡིན། ནད་ལས་གསུམ་ཡོད་དེ་རང་སོར་བཞག་ཡས་དེ། ད་ཐ་མ་ཐབས་ཤེས་བཅས་མེད་པ་ཡང་ན་དགོས་པ་ལས་དགག་བྱ་ཆེ་བ་ཡོད་ན་རང་སོར་བཞག་ནོ། དཔེ་ཆ་ཆ་ནི་དེ་འདྲ་རང་སོར་བཞག་པ་མང་པོ་ཡོད་རེད། ངའི་མིང་དག་རང་ཡིན་རྒྱ་གར་སྐད་རེད་པད་མ། པད་མ་རྒྱ་གར་སྐད་རེད། ཡིན། ནད་ལས་པད་མ་དུ་འགྱུར་ཡས་མེད་པ་མ་རེད། ཨ་ནི་ཆོས་ཀྱི་སྲས་ལ་སོགས་པ་དམ་གྱི་སྲས་ལ་སོགས་པ་དེ་འདྲའི་མངོན་བརྗོད་དེ་འདྲ་ཡོད་དེ་ཡིན། ནད་ང་ཚོ་བེད་སྤྱོད་བཏང་ཡས་དེ་པད་མ་ཨ་ནི་མ་འདྲ། ཨུ་བེ། འདི་འདྲའི་མང་པོ་མང་པོ་མང་པོ་ཅིག་འདི་རང་ཚུར་བཞག་དགོས་པའི་རྒྱུ་མཚན་དེ་ང་ཚོ་ཕར་འཚལ་བས་ནི་རྒྱུ་མཚན་མང་པོ་ཡོད། དཔེར་ན་ང་ཚོ་རྩམ་པ། རྩམ་པ་ང་རང་ཚོ་བོད་པའི་རྩམ་པར་བ། ཡིན་ནའི་ཨིན་ཇི་ཡའི་རྩམ་པ་བསྲེགས་ཀྱི་ཡོད་རེད། རྒྱ་ནག་གི་རྒྱུ་ལའི་རྩམ་པ་བསྲེགས་བ་རེད། ཨ་ནི་ང་ཚོའི་གཡག་སོར་དེ་འདྲས། ཨིན་ཇི་ཡའི་གཡག་བསྲེགས་བ་རེད། ད་ཡིན་ནའི་སྐབས་རེ་གཡག་གི་འོ་མ་བསྲེགས་རེད་ད་དེ་བྱ་ཡོང་གོ་མ་རེད་པ་གཡག་དང་གྲི་གཉིས་ཡོད་རེད་པ། དང་ཚོ་ཁོང་ཚོས་དབྱེ་བ་ཕྱེ་ཐུབ་ཀྱི་མ་རེད། དེ་མ་གཏོགས་མང་ཆེ་བ་ཅིག་ཆོས་ཀྱི་དེ་ནི་ནང་དོན་དང་བརྡ་ཆད་མང་པོ་ཅིག་དོན་འཁྱོལ་གནང་དགོས་ཡོད་རྒྱུ་མཚན་གང་གང་རེད་ཟེར་ན། བོད་ཡིག་བེད་སྤྱོད་བཏང་ཉིན་མི་རིགས་དེ་སེམས་ཐག་ཉེ་བོ་ཞེ་བོ་ཆགས་ཀྱི་ཡོད་ས་རེད་ཨ་ནི་ཁོང་མ་ཉོབ་པ་བྱས། བྱས་ཙང་ཡིན་ད། ཧྥོ་ཟེར་ཡ་ལ་སང་ཟེར་ཡ་ལ་སོགས་པ། ཨ་ནི་ཧྥ་ཟེར་ཡ་དེ་བཅས་གོ་རྒྱུ་ཡོད་རེད་ད། དཀོན་མཆོག་གསུམ་གྱི་དེ། རྒྱ་ཡིག་བསྒྱུར་འདུག་ག། དེ་བྱས། ཨང་དེ་ཡིན་དུ་བསམ་པ། ཨ་ནི་ང་ཚོས་ཨོ་དོ་སེར་ནི་དོན་འཁྱོལ་དེ་ཤུགས་ཆེན་པོ་བྱེད་ཡས་ཀྱི། རྒྱུ་མཚན་གཙོ་བོ་དེ་འདྲ་ཅིག་ལ་གནས་བྱས་ཨ་ནི། གནས་ཚུལ་དོན་འཛོལ་ད་ཅིག་འགྲོ་སྟངས་རུ་ཙོང་སུ་བལྟས་ཚེ་ནམ་རྒྱུན་དོ་སྣང་བྱས་ཙང་ཨ་ནི་ང་གཉིས་གཉིས་སྐད་ཆ་བྱས་དེའི་ནང་ལོག་གི་ཨ་ནི་གཞུག་ལ་ཨ་ནི six brothers ཡོད་དེ་གཏན་འཁེལ་བྱེད་ཁ་ཆེ་བ་རེད་དེ་ཡང་ང་ཚོས་མི་མང་པོ་ཅིག་ལ་སྐད་ཆ་དྲིས་ཡོད་ཨ་ན་མཱ་ཁི་སི་ཡའི་དོན་ཚོ་དང་ཨ་ནི་ཕྱི་རྒྱལ་གྱི་རྒན་ལགས་མང་པོ་ཅིག་ལ་སྐད་ཆ་དྲིས་དེབ་ཀྱི་མིང་དེ་འདྲས་བྱོས་ན་ག་འདྲས་འདུག་བ་མི་ལ་བལྟས་ཏེ་ཚོད་དཔག་བྱས་ཀྱང་ཁྱེད་རང་ལ་སྣང་བ་ག་འདྲས་བྱུང་གི་འདུག་བ་དེབ་དེ་འདྲས་བྱོས་ན་ལྟ་གཉིས་དོད་པ་འདུག་བ་ཨ་འདྲས་བྱས་ཀྱང་བལྟས་ཏེ་ད་ང་རང་ཚོ་ག་རེ་བྱུང six བྱས་དར་བྱས་ཀྱང་ཨ་ནི་མིང་དེ་ལ་དོ་སྣང་དེ་ག་ཚོད་བྱས་མིན།

ད་དེའི་ཐོག་ནས། ཨ་འདི་ང་དང་ཇེ་ཧྥུ་ང་གཉིས་གཉིས་དེ་མཉམ་ལས་ཞུ་དུས་བསམ་པ་ཡིན། ད་ཞིབ་ཕྲའི་སྒྱུར་སྟངས་དེ་ག་འདྲས་གྱུར་པ་རེད་ཟེར་ན། ཇེ་ཧྥུ་གིས་ད་དེ་འདྲའི་ཨ་ལེ་ཇིང་འབྲུག་རྟོགས་བརྗོད་ཀྱི་དོན་ཚོ་སློབ་སྦྱོང་བྱེད་མྱོང་ཡོད་མ་རེད་ཨ་ནི་བོད་ཡིག་ཆུ་ཚད་མཐོ་པོ་ཅིག་ནས་ད་དེ་བོད་ཡིག་གི་ཆུ་ཚད་སྟེགས་སུ་ཡོད་པའི་ཟོར་ཇི་རེ་བ་ཞིང་འབྲུག་རྟོགས་བརྗོད་དེ་ཅི་ཨ་ནི་ད་ག་འདྲས་ཆེ་བོ་སྲིད་དུ་བསམ་པ་དང་པོ་དེ་འདྲས་བྱས་པ་ཡིན་ལ། ང་ཚོ་ཉི་མ་གཉིས་གཉིས་བྱས། ཉི་མ་དང་པོ་དེ་སློབ་ཁྲིད་རེད། ཨ་ལ་བས་ཏེ། དུམ་བུ་ཧོ་རང་ཕག་ཁྲིད་བཅས། དེ་འདྲའི་ཟིག་རི་དང་དེ་འདྲའི་ཟིག་རི་དེ་འདྲའི་ཟིག་ཁྲིད། ཁྲིད་ནི་གོ་བ་ཆ་ཚང་གཅིག་ལེན་རུ་བཅུག། མི་རང་གོ་བ་ཡག་པོ་ཞིག་པོ་ཡོད་རེད་ཁ་ཡིན་ཟེར་ན་ངས་ཐང་གིས་ཞུས་པ། མི་རང་ཡང་ཆོས་ལུགས་བྱེད་ངེས་རེད་བ། བྱེད་དུས་བསམ་པ་ད་ཐེངས་གཅིག་ནས་ནི་སྙན་ངག་གཞུང་རེད་དེ། ད་ཆོས་ལུགས་ཀྱི། ཤེས་བྱ་ག་ལ་གང་འཚམ་ཅིག་མེད་པ་བྱས། ད་ཡིན་པ་ཡིན་ན་དཀའ་ལས་ཁག་པོ་འདུག་ད་དེ་དུས་བསམ་པ་ང་རང་ཡི་དཀའ་ལས་ཞེ་བོ་བྱུང། ད་ང་རང་ཡི་ཆུ་ཚད་དུ་བ། དེ་འདྲའི་གི་ཆུ་ཚད་མཐོ་པོ་དེ་འདྲའི་མེད་ཙང། ཨ་ནི་ངས་དུ་བ། བགྲེས་པ་ཚོ་ལ་བཀའ་འདྲི་ཞུ་ཡས་སོར་འདུས་རྒན་ལགས་བགྲེས་པ་མང་པོ་བཞུགས་འདུག་བ་དེ་འདྲའི་བཀའ་འདྲི་ཞུས། ཏག་ཏག་སྐབས་དེ་དུས་ཟ་མ་ང་མི་སྟབས་ལེགས་པ་ཞིག་ལ་ངའི་ཨེ་འདའ། དགེ་རྒན་ནཱ་ཉེ་བོད་འཇུག་སློབ་གྲྭ་ཆེན་མོའི་རྒན་ཚེ་དབང་ལགས། ང་ཚོའི་ཚད་མའི་རྒན་ལགས་རེད། ད་དཔེར་དུ་ཆུ་ཚད་ཧམ་སང་དགོས། ཨ་རྒན་ཚེ་དབང་ལགས་དགོས་འདོད་ལ། ཤ་སྟག་ཤོག་ལ་བཅའ། དེའི་ཁ་ཐུག་རྒན་ལགས་ག་འདྲས་ག་འདྲས་ག་འདྲས་རེད། ད་ང་ལ་ཐོས་རྒྱུ་རེད། མ་གཏོགས་སོ་སོས་གང་ག་རྒན་ལས་བྱེད། ད་རྒན་ལགས་ཉན་མ་ཅིག་ཨོ་ད་དེ་རྒྱུགས་ཀྱི་ཡོད་ན་ཡག་པོ་ཤེས་པ་རེད། རྒན་ལགས་ཨེ་འདྲས་སོང་ཡ་རོ་བྱེད་ཡག་རེད། མི་ཡག་པོ་ཞེ་དྲག་ཡོད་རེད། ད་ངས་དེ་བྱུང་ལུགས་རྟོགས་བྱོས་ཀྱི། འགྲེལ་པ་རོབ་ཙོ་བྲིས་ཡོད་ད་འདི་འགྱོག་གོ་དུས་འགུལ་རེ་ད་སུང་གནང་ཡ་ཅི་ཡོད་ཅེ་ན་ཨ་ནི་རྒན་ལགས་དགོངས་ཞུ་འགྲུག་དོག་ཅིག་འགྲེལ་པ་འདི་གནང་བྱུང་ད་འདི་ང་ཚོར་མིས་འབད་ར་ད་ཆ་རེད་དགའ་ང་ཡོད་དུས་བསམ་པ་དེ་དེ་བལྟས་དུས་བསམ་པ་ཨ་ནི་སྟབས་བདེ་བ་ཞེ་བོ་ཅིག་བྱས་ཨ་ངས་བ་ཇའི་བུ་ལ་རྒྱུས་སྤྲོད་ཡག་པོ་ཞུ་འདི་བསྒྱུར་ཚར་ནས་ཉི་མ་གསུམ་པ་དེ་ཁོང་རང་བསྒྱུར་ཚར་དུས་ང་ལ་ཚུགས་ཅིག་བསྒྱུར་བཅུག་པུར་ད་དེ་དུས་ངའི་ཨིན་ཇི་དེ་འདྲས་མེད་པ་ཨ་ནི་ག་འདྲས་ཟེར་བ་ཁྱེད་རང་གི་གོ་བ་ལེན་ནས་ང་ཚུགས་བསྒྱུར་ད་ངས་ལ་བག་བསྒྱུར་ཡང་ཨིན་ཇི་དེ་ནས་ཚུགས་བསྒྱུར་ངས་ཏུ་ཉན་བྱས།

མི་མཁས་པ་དེ་འདྲས་སྤྲད་མ་རྣམས་བྱས་ད་ངན་སོང་རང་ལྟ་འདུག་ཀྱུ་ཉན་ཅིག་སྤྲད་རྣམས་ར་ད་ག་དེ་རུ་བྱས་ཡོད་ར་ཟེར་ད་ཁས་ལངས་ག་རེ་སྦྱོང་བདག་རེད་ག་རུ་བྱས་ཡོད་ར་ཟེར་ཨ་ནི་ཞུ་གོ་འོང་ཏག་ཏག་དེའི་ལོ་རྗེས་མ་དེ་ནས་ཨ་ནི་ཕ་ཡུལ་གྱི་དུས་དེབ་ཅིག་ལ་གཞུང་དྲུག་རྟོགས་བརྗོད་ཀྱི་ཨ་ནི་དེབ་ཀྱི་གར་སོགས་ར་ད་དེ་བྱས། གདེང་འཇོག་དེ་འདྲས་བྱུང་ད་དེའི

ཨིན་ཇི་རང་གིས་བྲིས་པའི་ཚེ་དེ་འདྲའི་ཅིག་ལས་བྱ་སྤྱད། ཞུ་བ་ཡང་འདི་རྒྱ་ཡིག་ལ་བསྒྱུར་བྱ། རྒྱ་ཡིག་ལ་བསྒྱུར་ནས་ཨ་ནེ། བོན་ཆོས་སློབ་གྲྭ་ཆེན་མོའི་ཨིན་ཇིའི་རྒན་ལགས་ཅིག་གིས་བསྒྱུར་གནང་འདུག་ཨ་མདོ་དེ་ཁོང་རང་ཡི་གེ་འདི་བྲིས་གནང་མཁན་དེ་མཱ་ཁི་ཐོ་ལིན་སི་ཀེ་དང་རྒྱ་སྐད་ལ་མཱ་ཁི་ཐོ་ལིན་སི་ཀེ་ཅེས་ཨིན་ཇིའི་ངག་ལ Mark Twain ཟ་དེ་འདྲའི་ཅིག་བྲིས་གནང་སྤྱད་དུས་དེབ་དེར་བྲིས་ན་ཨ་ནི་ང་ཚོ་དགའ་བོ་བྱེད་པོ་བྱུང་བ་རེད་ད། ཨ་ནི་དེ་ཁོང་གི་ཡིག་སྒྱུར་དེའི་ནང་ལ་ཡིག་སྒྱུར་ཟེར་མཁན་དེ་ག་འདྲའི་གོ་བ་རེད་ཟེར་ན། ད་ཡིག་སྒྱུར་རྩེ་གྲ་ཙམ་ཙམ་གནང་མི་ཡིན་ན་ཨ་ནི་ཤེལ་སྒོ་གཅིག་གི་ནང་ལོགས་ལ་ང་རང་ཚོ་འོ་མ་སོར་དེ་འདྲ་ཤོད་པ་ཡིན་ན་ཨ་ནི་ངོ་ཤུལ་ཚ་ཚ་རུ་ཇི་ལྟར་ཁོ་པར་ཅིག་ཁྲ་ལ་ངེས་བསྡད་གི་རེད། ཤེལ་སྒོ་དྭངས་མ་པད་ཏེ་བཙོག་པ་ཁྱུ་ན་མེད་པ་ཅིག་གི་ནང་ལ་ཆུ་དྭངས་མོ་ཤོད་པས་ན་ཤེལ་སྒོ་དང་ཆུ་གཉིས་དེ་ཤེལ་སྒོ་རེད་དེ།

དག་པོ་བྱུང་ཡོད་དང་མེད་དང་ཡིག་སྒྱུར་དེ་དངོས་གནས་དྲང་གནས་ཀྱི་ཡིག་སྒྱུར་དེ་ག་རེ་སོགས་རེད་ད། མ་ཡིག་དང་མཐུན་ཡོད་མ་འདོད་ངས་ཤིང་མིན་ག་རེ་ཟེར་ན་ང་བོད་ཡིག་གི་ཆུ་ཚད་དང་བོད་ཡིག་དེ་ཧ་གོ་མ་མིན་ཡིན་ནས་ལ། ཡིག་སྒྱུར་བྱས་ཚར་བའི་དེབ་དེ་བེད་མི་སྲིད་པའི་ཉེན་པོ་བྱུང་ཞེས་ཡིག་སྒྱུར་བྱས་ཚར་བའི་དེབ་དེ་གོ་བདེ་པོ་ད་ཧ་ལམ་མ་སུ་ཨིན་ཇི་རང་གིས་ཐོག་ནས་བྲིས་པའི་སོ་ལ་ད་དེ་ཡིན་འདུག་བསམ་པ་ཨ་ནི་གོ་རྒྱུ་རོ་ཅིག་བྱུང་བར་བ་བྱེད་ས་ནི་ཨ་ནི་ང་ཚོ་དགའ་བོར་བྱེད་པོ་བྱུང་ག་བྱས་རོ། ཁོང་ལ་ཡང་ལྷན་སྐྱེས་ནས་སེམས་འཁྲུགས་པ་དེ་ནི། ལས་དང་དམ་ཚིག་བཟང་པོས་རྒན་པད་མ་རྒྱ་མཚོ་ལགས་དང་ཁོང་གི་ཡིག་སྒྱུར་ལས་རོགས་ཇག་གི་པོ་ལི་གཉིས་ཕན་ཚུན་ཞལ་འཚོ་ནས་ཐོག་མར་དེབ་ཀྱི་མིང་དང། དེའི་མཆོད་བརྗོད་ནས་འགོ་བརྩམས་ཏེ་ཡིག་སྒྱུར་གྱི་ཕྱག་ལས་གནང་བའི་སྒོ་ནས་བཟུང་བ་དེ་རེད། གཤམ་ལ་ཡང་མུ་མཐུད་ནས་རྒན་པད་མ་རྒྱ་མཚོ་ལགས་ནས་གཞོན་ནུ་གྲོགས་ཀྱི་རྟོགས་བརྗོད་ངོ་སྤྲོད་མདོར་བསྡུས་བྱེད་གནང་གི་རེད། ཨ་ནི་དེའི་ནང་གི་གཞོན་ནུ་དྲུག་ཅེས་པར་བར་གཞོན་ནུ་དྲུག། གཞོན་ནུ་དྲུག་མིང་དེ་གས་དེ་ལ། དང་པོ་དེ་དེ་རེད་མུན་པ་ཅན། གཉིས་པ་དེ་འདོད་ལས་པོ་རེད། གསུམ་པ་དེ་དྲག་པོ་རེད། ད་དོན་ཚོ་བཅུ་ཆ་གསུམ་བཅད་ནོ། གསུམ་པོ་དེ་དགེ་བ་ཅན་ཟེར་གས་ཅི་ད། ཨ་ནི་གཉེན་བཤེས་བཟང་པོ་ཟེར་གས་ཅི་ད་ལེགས་པའི་བློ་གྲོས་ཟེར་གས། ད་དོན་ཚོའི་མིང་དོན་ཚོ་བཏགས་དུས་བསམ་པའི་ཨ་ང་ཚོས་ཞིབ་འཇུག་བྱེད་པོ་ཆེ་ཁག་བྱས་པ་རེད། ད་མུན་པ་ཅན་ཟེར་ན། ང་ཚོའི་དེའི་ནང་གི་གཞོན་ནུ་དྲུག་རྟོགས་བརྗོད་ཀྱི་ནང་ལོགས་ལ་མུན་པ་ཅན་དེ་དོན་དག་དེ་འདྲས་ཅིག་རེད་དོ། པ་འདི་བློ་གྲོས་མེད་སྐྱོགས་ལྐུགས་པོ། ག་གལ་ཤིང་གི་མེད་སྐྱོགས་འདི། གཞུང་དྲུག་བསྟན་བཅོས་དེའི་ནང་ལོགས། ཉོན་མོངས་དུག་གསུམ་ནང་ལོགས་ནས་གཏི་མུག་དེ་ལ་བྱ་བཞག་བྱས་ཙང་ཡིན་ད་དེ་ཡིན་འདུག་བསམ་པ་ཨ་ནི་ང་ཚོས་ག་འདྲས་སུ་གྱུར་ན darkness གྱུར་ཡོད dark ཟེར་ན་ནག་པོ་ཟེར་བ་རེད་ང་ཚོ dark ཟེར་ན་འོད་མེད་པ་གས་ནག་པོ་དེ་འདྲ་དང ness དེ་ཡོད་པ་ཡིན་ན་ཨ་ནི་སྤྱན་ཟུར་ཆེ darkness དུག་ཟེར་ཁ་དུག་གང་ན darkness མ་གཏོགས་ཕྱེ་མདའ་མ་རྒྱུ་བྱེད་ཨ་ནི་དེ་ནས་དུས་ལས་བུ་ཟེར་མཁན་དེ་འདོད་ཆགས་དེ་རེད་དོ། འདོད་ལོས་བུ་ཟེར་ཡ་དེ་ང་ཚོ་ཉོན་མོངས་དུག་གསུམ་དང་འདོད་ཆགས་མཚོན་བྱེད་རེད་དོ། བྱས་ཙང་ང་ཚོས་དེའི་ནང་ལོགས་ལ་ང་ཚོས་ག་འདྲས་བསྒྱུར་ན Son of Desire། Desire ཟེར་ན་འདོད་པ་རེད་ཆགས་པ་རེད། Son ཟེར་ན་བུ་རེད། ད་ལྷ་དེ་ཡོད་མ་རེད་དེའི་ནང་ལྷ་དེ་རྒྱུ་མེད། འདོད་ལྷའི་བུ་ཟེར། འདོད་པའི་ལྷའི་བུ་གུ་ཟེར་བ་རེད། འདོད་པའི་ལྷའི་བུ་ཟེར་ད་དུང་རྒྱུ་བ་ཡིན་ན་ཡང་ཡི Of ཐེག་པ་གཅིག་བསྒྲག་དགོས། Of ཐེག་པ་གཅིག་བསྒྲག་དགོས་དུས་ཨ་ནི་མིང་ཚིག་དེ་རིང་པོ་ཞེ་པོ་ཆགས་ཡོང་དུས།

གསུམ་པ་དེ་ནོར་གསུམ་པོ་དེ་ད་ཡག་གེ་ཆོག་དེ་རེད་ཁོང་ཚོའི་སྤྱོད་ཕྱོགས་གསུམ་པོ་དེ་བསྟུད་ཡས་ཀྱི་གཉེན་པོ་རེད་གཉེན་པོ་གསུམ་ག་འདྲས་ཟེར་ན་གཅིག་ཡིན་ན་དགེ་བ་ཅན་རེད་དགེ་བ་ཅན་ཟེར་ན་དགེ་བ་བསགས་ནས་ཉེས་ད་ང་རང་ཚོ་དགེ་སློང་ཚོར་དེ་འདྲས་ད་ཨ་ནི་ཆོས་པ་བསམ་གྱི་མི་འགྱུར་བ་དགེ་བ་བཞི་པོ་བསགས་ཉེས་དེ་འདྲས་ཀྱི་དེ་ལ་དེ་ལ་ང་ཚོ virtuous གྱུར་པ་རེད་ཚིག་ཁོ་རང་གཅིག་ལ་མི་འདུག་ཨ་མྱི་གཤིས་བཟང་པོ་ཟེར་ཡས་དེ་ད་ང་རང་ཚོ་དཔོན་རྒྱག་སོང་ན་གྲོགས་པོའི་ཟོར་དེ་ནས་མི་ལ་བེད་དེ་ཕ་ག་རེ་ཟེར་ན་མི་ལ་བརྩི་དུང་བཞི་པོ་ཡོད་ཀྱང་མི་ལ་རོགས་པ་བཞི་པོ་བྱེད་ཐུབ་ཉེས་ཀྱི་པོ་གོ་དེ་ད་ག་རེ་རེད་ཟེར་ན་ཨ་ནི loving

ཕས་ཀྱི་རྒྱབ་ལྗོངས་སྦྱོར་བ་རིག་གནས་རྒྱབ་ལྗོངས་ཀྱི་ཁྱད་པར་སྟེང་དབང་གོག་ཏུ། རིག་གནས་ཀྱི་རྒྱབ་ལྗོངས་སྟེང་དབང་བཅས་གཞི་ནས་ཚིག་མཚོན་ཚུལ་བེད་སྤྱོད་བཏང་པས་ན་ཨ་ནི་གཞི་ནས་ཚིག་དེ་ཚང་པོ་ཡོང་གོ་ཏུ། རིག་གནས་རྒྱབ་ལྗོངས་མ་ཞིག་མིན་ན་ང་རང་ཚོས་ངའི་སོར་མོ་རེ་ཨིན་ཇི་ཐ་རི་ཐོ་རུ་བཅུག་ནས་ཞུན་ཀྲུག་ཏོག་ཅོག་རྒྱུ་མེད་ད་སེམས་ཐག་ཁོ་ར་རེད་ཡོང་ཡག་ཁོ་ར་ཡོད་མ་རེད་ང་ད་གཡུག་བཞག་བྱས། ཕྱི་རྒྱལ་ལ་ཨ་ནི་ལོ་བཞི་ལྔ་ཐ་ན་ལོ་བཅུ་ཙམ་བེད་སློབ་སྦྱོང་གནང་རྒྱུ་བ་དེ་འདྲ་ཡིན་པ་ཡིན་ནས་ཕྱི་རྒྱལ་ཅིག་དང་འདུག་སའི་མཉམ་ལས་མ་བྱ་མི་འགྱུར་དོན་ཚོ་ཡག་པོ་ཏན་ཏན་ཡོང་གི་མ་རེད། བྱས་ཙང་འོང་དེ་ཡིན་དུས་བསམ་པ། དེ་འདྲའི་ལ་བསམ་བློ་མང་པོ་གཏང་དགོས་ཀི་ཨ་ནི Loving Kindness ཟེར། ཨ་ནི་ད་དེ་རེད། ལེགས་པའི་བློ་གྲོས་ཟེར་མཁན་དེ་ད་ང་རང་ཚོའི་ཤེས་རབ་རེད། བྱས་ཙང་དེ་ཡིན་དུས་བསམ་པ་ཨ་ནི་ང་ཚོའི་དེ་སུ་གྱུར་བ་རེད། Great།

Sanskrit། བསམ་འདྲི་དང་རང་འཇགས་བཞག་མེད། དཔེར་ན་ང་ཚོ་ནང་པ་སངས་རྒྱས་ཆོས་ལུགས་ཨིན་ཇི་ལ་བསྒྱུར་མང་པོ་ཅིག་གི་ནང་ལོགས་ལ་འདི་རང་འཇགས་བཞག་ཡོད་རེད། བསམ་འདྲི་དང་རྒྱ་གར་བསམ་འདྲི་དང་འདི་རང་འཇགས་བཞག་ཡོད་རེད། ཨ་ནི་དེ་རྩོམ་ཡིག་འདིའི་ནང་ལ་བསམ་འདྲི་དང་མང་པོ་དོན་ཡོང་དུས་བསམ་པ། ཨ་ནི་ངས་དང་གི་ཞུ་ཡས་དང་རང་རེད་སེམས་ཐག་ཉེ་པོ་ཁྱོད་ནི་མེད་པ་ཆགས་ཅིག། ཨ་ལེ་ངས་ལ་ག་རེ་ཟེར་ན་ནང་དོན་གོ་བ་མ་ཆགས་གོང་ནས་བསམ་འདྲི་དང་འདི་ལ་མགོ་ཉོ་བ་བྱེད། བྱས་ཙང་དེ་ཡིན་དུས་བསམ་པ་གང་ཐུབ་ཐུབ་ཀྱིས་དོན་འཁྱོལ་འཁོར་ར་བྱས་ཅེས་བསམ་འདི་དང་ཉུང་བཙོ་བྱས། ཨ་ནེ་ག་རེ་ཟེར་ན་ད་ངའི་ཆ་རྐྱེན་ཡག་ཚུལ་དེ་ལ་ཇེ་ཧྥུ་བེ་ལིས་མེ་རང་ག་རེ་ཟེར་ན་སྐབས་དེ་དུས་དེ་རེད་པ། ཕྱི་རྒྱལ་གྱི་ཐོག་ནས་ཨ་ནེ་ཡི་ཤུའི་ཆོས་ལུགས་བྱས། ཡི་ཤུ་ཆོས་ལུགས་ནང་ལ་མོ་རང་ཡང་ཆོས་ལུགས་དེ་ལ་ཞི་དྲག་གི་ནན་ཏན་བྱེད་ངེས་ཀྱི་མི་ཅིག་རེད་བཞག་ད་ཆོས་ལུགས་ཟེར་མཁན་དེ་ལ་ཡང་གཅིག་གིས་དད་པ་རུ་བྱས་པ་ཡིན་ན་དད་པའི

འོ། འདི་སྐད་དུ་བེད་སྤྱོད་བཏང་རྗེས་འདི་སྐད་ཀྱི་ནང་ལོགས་ཀྱི་མིང་ཚིག་མང་པོ་ཞིག་བེད་སྤྱོད་བཏང་ནས་དེའི་ལུགས་ཡོང་དུས་བསམ་པ་ཨ་ནི་བསམ་འདྲི་དེ་སྐད་ཉུང་ཙམ་བྱས་པ་ཡིན་ན་ཨ་ནི་ག་རེ་ཡོད་རེད་ཟེར་ན་ཀློག་པ་པོའི་ལམ་སེང་སེམས་ཐག་ཉེ་པོ་ཆགས་ཡོང་དུས་བསམ་པ་ཨ་ནི་སྤྲོ་སྣང་དེ་མང་བ་སྐྱེས་ཀྱི་རེད་ཨ་ནི་ཉོབ་སྟངས་དེ་ཉུང་བ་སླེབས་ཀྱི་རེད་བྱས་རྗེས་ཨ་ནི་ང་ཚོས་གང་ལས་མེད་པ་བྱས་རྗེས་ཨ་ནི་བསམ་འདྲི་དག་དེ་ཉུང་ཙམ་བྱས་ཨ་ནི་དུས་འགྱུར་དེ་མང་ཙམ་བྱས་ལྷག་པར་དུ་བརྡ་ཆད་མང་པོ་ཞིག་བརྡ་ཆད་མཐོ་པོ་དེ་འདྲས་མིང་ཚིག་མཐོ་པོ་དེ་འདྲས་མིང་ཚིག་ཁོ་རང་ལ་ཨིན་ཇི་ཨིན་ཇི་ཨིན་ཇི་ནང་རྫོགས་ཡིན་པ་ཡིན་ན་ལས་མ་ཕྱི་མི་དེ་འདྲས་གོ་མྱོང་ཡས་དེ་འདྲས་ཅི་ཡོད་བཟོ་ཡོད་མ་རེད། ཇི་ལྟ་འོང་སྡུག་ཡིན་དུས་བསམ་པ། ད་ལྟ་ངས་ཞུ་ཡོད་ཀྱི། བརྡ་ཆད་ཀྱི་སྐོར་དེ་དེ་འདྲ་རེད་བཞག། ད་ག་རེ་རེད་ཟེར་ན། གཉིས་པ་དེ། ཚིག་ཚོགས་མ་བསྒྱུར་སྐོར་བ། ཚིག་ཚོགས་བསྒྱུར་བ་ཨ་ནི་ཚིགས་བཅད་བསྒྱུར་དུས་བསམ་པ། ཚིགས་བཅད་རྐང་པ་དེ་ང་རང་ཚོ་སྤྱིར་བཏང་ནས། འགྲོ་སྟངས་བྱས་པ་ཡིན་ན་རྐང་པ་བཞི་མ་དེ་མང་ང་ཡོད་རེད་པ་ང་ཚོའི་སྙན་ངག། ད། ཞུན་དྲུག་རྟོགས་བརྗོད་དེ་མང་བྱས་ལ་རྐང་པ་བཞི་པ་དེ་མང་ང། སྤྱིར་བཏང་རྐང་པ་དྲུག་དེ་མི་འདུག་རྐང་པ་ལྔ་ཡང་མི་འདུག་ཡོངས་རྫོགས་པ། ལྷག་པར་དུ་ཡོན་བདག་ངས་བལྟས་ཞུ་ཡས་ལ་གཞུང་དྲུག་རྟོགས་བརྗོད་དེ་བསྒྱུར་ན་འདོད་བསམ་མང་ཆེ་བ་ཨ་ནི་ང་ཚོ་སྙན་ངག་ལེའུ་བར་པ་ལྷན་རྒྱས་གང་གི་ཁྱིང་གི་རུ་བ་དོན་གྱི་སོ་ལྔ་གཙོ་བོར་བཟུང་ན་ཤ་དོན་གྱི་སོ་ལྔ་གཙོ་བོར་བཟུང་ན་དང་བཤད་སྲོལ་གཅིག་ལ་དོན་གྱི་སོ་ལྔའི་ནང་གི་ཆ་ཚང་ལ་ཨ་ནི་གཞུང་དྲུག་ཏུ་དཔེར་བརྗོད་གནང་དག་རེད་གསུང་གི་འདུག་བ། བྱས་ཙང་དེ་ཡིན་དུས་བསམ་པ་དོན་གྱི་སོ་ལྔ་ཡིན་དུས་བསམ་པ་ཨ་ནི་དེ་རྐང་པ་བཞི་མ་རུ་བ་རྐང་པ་བཞི་མ་ཡིན་དུས་བསམ་པ་ད་རྐང་པ་རེ་རེའི་ནང་ལོགས་ལ་ཨེ་ང་ཚོ་ཡིན་ན་བོད་ཡིག་དང་ཨ་ནི་ལྷག་དོན་དེ་ཡི་ནང Sanskrit སམ་འབྲི་དེ་དེའི་ནང་ལོགས་ལ་རྐང་པ་གཅིག་གི་ནང་ལོགས་ལ་ཡིག་མགོའི་འབྲུའི་ཚད་ཅིག་ཡོད་རེད་པ། བདུན་མ་ཡིན་ནའི་འདྲ་དགུ་མ་ཡིན་ནའི་འདྲ། ད་དེ་བ་རིགས་ང་བྱས་པ་ནི་ཉི་ཤུ་རྩ་གྲངས་ཡོད་རེད་པ། དེ་ཡིན་དུ་ཚང་མ་དེ་མང་ཆེ་དགུ་མ་དང་བདུན་མ་རེད་དོ། ད་ཨིན་ཇིའི་ནང་ལོགས་ལ་དེ་ཁྱོན་ན་ཡོང་ཡ་ཁྱོན་ན་མེད་ཀྱོག་ཅིག་རེད། ཡིན་ནས་རྐང་པ་དེ་ཡོང་གོ་རེད་ད་ང་ཚོ་འདུག་ཟེར་རྒྱུར་ཡོང་དུས་སམ་རྐང་པ་ཏག་ཏག་ཏག་ཏག་བཞི་ཡིན་ན་བཞི་བྱས། ཡིན་ནས་ཡིག་འབྲུ་དེ་དག་ཡི་གེ་ཁོ་རང་གི་ཚད་ཞིག་ཡོད་རེད་ཨིན་ཇི་ལ་ཡོང་ཡ་ཡོད་མ་རེད་རྒྱ་ཡིག་ལ་ཡང་མི་དེ་འདྲ་ཡོང་གི། བྱས་ཙང་འོ་འདི་ཡིན་དུས་སམ། རྐང་པ་བཞི་པ་དེ་རང་ཅག་བཞག་ཨ་ནི་རྐང་པ་དེ་དག་འབྲུ་དེ་ཡིན་ན་ཐབས་ཤེས་ཅི་ཡང་ཡོད་མ་རེད་སྐབས་རེ་རིང་ཙམ་ཡོང་གི་རེད་སྐབས་རེ་ཐུང་ཙམ་ཡོང་གི་རེད་ཡིན་ནས་གང་སྙན་སྙན་གྱི་ཨ་ནི་སྙན་ངག་གི་གཟུགས་ལ་བསྒྱུར་དགའ་བྱས་ཡོད་རེད། ཏཱ་དབྱིན་ནས་སྟབས་ལེགས་པ་ཞིག་ལ་ཇེ་ཕུ་བེ་ལི་མེ་རང་ཚུ་བོད་ལ་མ་ཡོང་གོང་ལ་དབྱིན་ཇིའི་སྙན་ངག་རྙིང་པ་དེ་འདྲའི་སློབ་སྦྱོང་ཞེ་བོ་བྱས་ཤག་ཧྲ་ཤི་པི་ཡ་སི་གེ་ཅིན་དུ་ཨ་ཨོ་དོ་ཚུལ་སྙན་ངག་རྙིང་པ་སློབ་སྦྱོང་ཞེ་བོ་བྱས་བྱས་ནས་མེ་རང་གི་ཨེ་འདའ་དེ་སློབ་རམས་པའི་སློབ་གནས་དེ་དེ་རེད་ས། དབྱིན་ཇིའི་སྙན་ངག་རྙིང་པ་སློབ་ཚོན་བྱ། ད་དེ་གཉིས་ཏག་ཏག་ཡག་པོ་ཁས་བཞག། གཞན་མ་གཞི། གཞན་དག་གི་དེ་མཉམ་ལས་བྱས་འདུག་ཟེར་ཡ་དེ་འདྲའི་དེའི་དོན་ལ་ང་དེ་འདྲའི་རག་བྱུང་ང། ཡིན་ཏེ། ཨ་ལེ། དབྱིན་ཇི་དེ། དེ་འདྲའི་དབྱིན་ཇི་དེ་ཡག་པོ་ཅིག་མེད་པས་ན། ཨ་ལྷག་པར་དུ་ཨན་ཇེབ་བྷེ་ལི་མེ་རང། Australia། གི་ཡིན་པ་ཅིག་ལ། ཨ་ནི་དེ་ཟེར་གི་རེད་ཁོང་ཚོ་ལ། Mother Language། དབྱིན་ཇི་དེ་མོ་རང་གི་མ་སྐད་དེ་རང་རེད།

རྒྱ་བལ་ནང་ལོག་ལ་ཟུང་ལྡན་རྒྱ་བལ་དེ་འདྲ་ཡོང་ང་སྐབས་བཤད་རྒྱ་བལ་སོགས་དེ་འདྲ་ད་བཞུགས་གོ་ཡོད་ད་ང་ཚོ་སྟག་མོའི་རྟོགས་བརྗོད་དེ་བོད་པ་རང་གི་རྩོམ་དང་རྒྱ་བ་རྩོམ་སྐབས་ཆེན་མོའི་རྩོམ་གནང་བར་བ་ད་དེ་ད་གཞུང་ལུགས་དྲུག་གི་རྟོགས་བརྗོད་དེ་ག་རེ་ཟེར་ན་རྒྱ་གར་གི་སློབ་དཔོན་རྒྱལ་བ་སྟེ་དབུ་མ་པ་དེ་ཡང་དེའི་ཐོག་ལས་རིག་གཞུང་ཞིབ་འཇུག་ཁྱབ་ཁོངས་ནང་ལོག་ལ་སློབ་དཔོན་དེ་ཕལ་ཆེར་བོད་པ་གཅིག་གི་རྩོམ་ནང་རེད་ཟེར་རྒྱ་ཆུ་ཁ་གྲངས་ནང་ལོགས་ལ་རྩོམ་ཡིག་དེ་འདྲ་མང་པོ་ཐོན་པ་རེད། ཡིན་ནའི་ལན་ངས་དོགས་སུ་ལྟ་དུས་བསམ་པ་ད་ང་རང་བསམ་ཚུལ་ཡིན་ད། ད་ཁོང་ཚོའི་རྩོམ་ཡིག་དང་ཚོ་ལོགས་ཡོང་དུས་བསམ་པ་རྒྱུ་མཚན་དང་ཚོ་རྒྱུ་མཚན་ཚུལ་གསུམ་དང་ལྡན་པ་དེ་འདྲ་ཅིག་མ་རེད་བསམ་ས་ཅིག་དྲན་གི་འདུག་བ། གང་ཡིན་ཟེར་ན། ཁོང་ཚོ་ཡིན་ན་ད་དེ་དཔེ་དེ་རྩོམ་དེ་སྙེམས་བྱ་སྟོན་ད། རྩོམ་དེ་དཔེ་དེ་ཁོ་རང་ནས་བསྒྱུར་བ་ཡིན་ན་བསྒྱུར་ཤུལ་ཅི་ཡོད་བྱ་བ་མེད་དུས་བསམ་པ་དེ་འདྲའི་བོད་པའི་རྩོམ་པ་རེད་ང་རང་སེམས་ལ་དེ་འདྲ་ཡོད་མ་རེད་བསམ་གི་དཔེར་ན་ང་ཚོ། དེ་ལྟར་དཔེ་གཞིས་དངོས་གསལ་རྒྱལ་སྲས་ཆེན་པོ་ཞི་བ་ལས་མཛད་པའི་སྤྱོད་འཇུག་སྤྱོད་འཇུག་སྒོ་ནས་ཞུ་བ་བར་དུ་བོད་པ་རང་རྩོམ་པས་སོར་ཨ་ནེ་སྤྱོད་འཇུག་དང་རྒྱ་གར་རང་གི་གཞུང་ཡིན་པ་ཤག་ཤག་རེད་བ། བྱས་ཙང་དེ་བསྒྱུར་སྲིད་མཁན་དེ་མཁས་པོ་ཞེ་པོ་བྱུང་བ་ཡིན་ན་ང་རང་ཚོ་ད་ལྷན་རྒྱས་ཚང་མས་མཁྱེན་གི་རེད་ད་ཆུང་བ་དམ་རྒྱུད་བསྒྱུར་གཉིས་ཡོད་བ། བསྒྱུར་གཅིག་དང་བཅས་ན་ཆུང་བ་དམ་རྒྱུད་ད་དེ་བོད་པ་རང་གི་ལོ་རྒྱུས་བཤད་གི་ཡོད་པས་སོར་དེ་འདྲ་བསྒྱུར་ཡས་འདུག་ཨ། གར་སོ་བ་རེད་ད་བསྒྱུར་ན་བསྒྱུར་ཉེས་མཁས་པོ་ཞེ་པོ་བྱུང་ན་ད་དེ་ལ་མཁས་པ་ཟེར་མཁན་མི་འདུག་བྱས་ཙང་གཅིག་བྱས། གཉིས་ཡིན་ན་ཨ་ནེ་སློབ་དཔོན་དབུ་མ་པ་དེ་གསུང་མཁན་བྱས་ན་ད་དེ་གཞུང་དྲུག་རྟོགས་བརྗོད་དེའི་ནང་ལོགས་ལ་ཕལ་ཆེར་དེ་སྔོན་མ། ཁ་གཉིས་རྩ་ཆེ་བས་བཀྲག། བྱས་ན་གཅིག་གི་ནང་ལོགས་ལ། རྒྱ་གར་གྱི་སློབ་དཔོན་ཨུ་བམ་པ་ཏིའི་རྩེ་ཟེར་ཅིག་ཨ་ནི་རྒྱལ་བ་དེའི་རྩེ། ད་སློབ་དཔོན་ཨུ་བམ་པ་ཏི་སུ་རེད། རྒྱ་གར་གྱི་ཡོངས་གྲགས་མཁས་པ་མང་པོ་བྱིན་པ་ཡིན་ན་བོད་ལ། སློབ་དཔོན་འདིའི་སློབ་མ་དེ་འདྲའི་བསྟན་ཡོད་རེད་ང་ཚོ་དེ་འདྲའི་ཟེར་དུ་ཨུ་བམ་པ་ཏི་དེ། འདིའི་ནང་ལོགས་མ་གཏོགས་ཁྱོད་དོན་གྱི་མི་འདུག་བྱས་ཙང་དེ་ཡིན་འདུག་བསམ་པ་ཁོང་ཚོས། རྩོམ་ཡིག་དེ་ཚོ་བྲིས་ན་འདི་བསམ་ད་ཨུ་བམ་པ་ཏི་ཟེར་ག་ཅིག་ག་འདྲས་དོན་མེད་ན་ད་དེ་བོད་པ་རང་གི་རྩེ་བ་རེད། དེ་འདྲས་དགོངས་པ་འདྲ། ཞུ་འོ་ངས་དེ་མང་པོ་ཇི་ལྟ། ཞོར་ཞུ་ལ་ལྟ་ཡོད་འདུག་བསམ་པ་དེ་འདྲས་རེད་ཤག། ཨུ་མ་བྷ་ཏི་ཏི་གཏན་བདེ་བོད་ལ་ཕེབས་པའི་རྒྱ་གར་གྱི་དཔོན་དེ་དང་བཅས། འདི་ག་རེ་རེད་ཟེར་ན་འདི་ནས་དོན་ཡོང་གི་སྙན་ངག་གི་འགྲེལ་པ་དན་རི་གུང་རྒྱལ་གྱི་ཡོད་པ་དན་རི་གུང་རྒྱལ་གྱི་ལེའུ་བར་པའི་འགྲེལ་པ་དེའི་སྒང་ལ་སློབ་དཔོན་ཨུ་མ་བྷ་ཏི་དེ་ནི་ལྷོ་ཤར་གྱི་ཐུན་མོང་མིན་པའི་རྒྱན་བཅུ་ཚུལ་དུ་འགྲེལ་གནང་ཡོད་འདུག་འདུག་འདིའི་ཁ་ཐུག་ལ་སློབ་དཔོན་ཨུ་མ་བྷ་ཏི་ཞེས་པ་འདི་འདྲ་རེད་ཟེར་གྱི་འདི་འདྲ་ཅིག་མཐོང་བཞག་དེ་ནས་གཉིས་པ་དེ་ལ་ག་རེ་ཟེར་ན་ཐམས་ཅད་མཁྱེན་པ་བོ་དོན་རིན་ཆེན་གྲུབ་ཀྱི་སློབ་མ་ཆེན་མོ་དངུལ་ཆུ་རྒྱལ་སྲས་ཐོགས་མེད་བཟང་པོ་དངོས་གཙོ་རྒྱལ་སྲས་ཐོགས་མེད་བཟང་པོ་དེ་དུས་མཉམ་རྩེ་ཡིན་པའི་བུ་སྟོན་རིན་ཆེན་ཕྲུ་གུ་སློབ་མ་ལོ་ཙཱ་བ་གཅིག་དབུ་མ་པ་དེ་ནས་སྙན་ངག་སྦྱངས་ཟེར་གྱི་ངས་མཐོང་ཞག་བྱས་ཙང་དེ་ཡིན་འདུག་བསམ་པ་དབུ་མ་པ་དེ་གསུང་སྙན་གྱི་གཏེར་མདའི་མངའ་རིས་ཁུལ་ལ་ཡིན་ནམ་ཡང་མིན་ན་ང་ཚོ་ད་དབུས་གཙང་དུ་བ་ད་ཡིན་གྱི་མ་རེད་དེ་འདྲས་ཅིག་བྱས་བྱས་ཨ་ནི་སྙན་ངག་མཁས་པ་ཞིག་ཡིན་པ་རྒྱ་ཆེ་རྒྱ་རེད། ཚེ་ཚང་དེ་ཡིན་འདུག་བསམ་པ་གཞོན་ནུ་དྲུག་རྡོག་གཅོད་དེ་དར་པོ་ཞེ་པོ་བྱུང་མི་འདུག་སྔོན་མ་ཡིན་ན་ད་དེ་ཚང་དར་པོ་ཞེ་པོ་ཟེར་བ་རེད་ལྷག་པོ། བོན་ཆོས་སློབ་གྲྭ་ཆེན་མོའི་སློབ་སྟེགས་གི་ནང་ལ་བཞག་ཡོད་འདུག་ཡག་པོ་ཞེ་པོ་ཅི་རེད་བ། དེའི་སྔོན་ལ་ད་དེ་སྐད་གྲགས་ཞེ་པོ་ཆོད་མེད་པ་འདུག་བ། ད་སུབ་སུབ་སིང་སིང་བ་ལས་མེད་འགྲོ་གང་མདང་ཨུ་མ་བ་དེ་དེ་སྙན་ངག་མཁས་པ་ཡིན་པ་ཅིག་དེ་འདྲའི་གི་ཚིག་གཉིས་ནས་བརྡ་ཐོ་གི་ཚེ་ཚང་དེ་ཡིན་འདུག་བསམ་པ་ཨུ་མ་བ་དེ་ཚེ་མེད་དེའི་ནང་ལ་བྲིས་གནང་ཡོད་རེད་དེ་བསྟན་ཏེ་རྒྱ་གར་གྱི་སློབ་དཔོན་གཅིག་བྱས། དེ་ནས་རྒྱུ་རུ་ཁལ་པ་ཞེ་པོ་ཆེ་ན་ཁོང་གི་སློབ་མ་དེ་འདྲས་དམ་མིན་ཁོང་རང་གི་སྙན་ངག་གི་སློབ་མ་དེ་འདྲས་ཀྱི་རྒྱུ་སྣང་ཡིན་གྱུར་པ་ཇི་ཙམ་དེ་ཡིན་དུ་གསུངས་པ་ང་རང་ཚོའི་ལྟ་བ་རོ་བྱས་པ་ཡིན་ན་ལྟ་བ་བསྟན་ཏེ་སློབ་དཔོན་ཨུ་མ་པ་ཏིག་ཁྲི་ན་བཞག་བསམ་པར་བྱས། ད་དེ་གཅིག་བྱས། གཉིས་ནས་དེ་ག་རེ་ཟེར་ན་དང་གིས་ངས་གོང་དུ་ཞུས་པ་རེད་དེ་གཞོན་ནུ་ཕྲུག་རྟོགས་བརྗོད་དེ་ད་ལྟ་བོད་ལ་ཡོད་པའི་རྟོགས་བརྗོད་ཀྱི་ནང་ལོག་གི་དཔེ་དེ་རྩེ་གྲ་ཅིག་བསླེག་དགོས་ཟེར་ཡ་གི་རྒྱུ་མཚན་ག་རེ་ཟེར་ན་ད་དེ་ཚིག་རིས་དོ་གོ་ཚེ་བྲིས་ཐུབ་ཉེས་དེ་བོད་ལ་མང་པོ་ཡོད་རེད་ཡང་ན་ང་རང་ཚོ་དཔེ་བཤད་ན་ཉེ་དུས་རང་བྱུང་བའི་ནི་ལྷ་མོའི་རྫ་ས། ཡིད་ཚུལ་རིང་བྲིས་གནང་པའི་སྐྱ་སེང་བུ་ངའི་རྟོགས་བརྗོད། སྐྱ་སེང་བུ་ངའི་རྟོགས་བརྗོད་རྩེ་གྲ་བྲིས་གནང་ཡོད་རེད། དཔེ་དེ་ཚིག་ལ་ཤེས་དགོས་ཡ་ཡོད་མ་རེད། ཡིན་ནའི་ནང་དོན་ནས་བྱས་ཡོང་དུས་ས་མ་ཨ་ནི་སྐྱ་སེང་བུ་ངའི་ནང་དོན་དེ་གཞོན་ལུགས་རྟོགས་བརྗོད་དང་བསྒྱུར་པ་ཡིན་ན་རྙོག་དྲ་ཚ་པོ་ཞེ་པོ་ཡོད་མ་རེད། གཞོན་ལུགས་རྟོགས་བརྗོད་ཀྱི་རྙོག་དྲ་དེ་ག་བར་ཡོད་རེད་ཟེར་ན། གཞོན་ལུགས་ལ་བཀོད་པ་རེད་བ། གཞོན་ལུགས་ལ་བཀོད་ཡོང་དུས་ས་མ། འདོད་ཆགས་ཞེ་སྡང་གཏི་མུག་གསུམ། གཞོན་ནུ་ཕོ་གསུམ་ལ་བསྐོས། ཇག་ནོར་གསུམ་པོ་དེ་ད་ག་རེ་བསྐོས་ཡོད་རེད་ཟེར་ན། མ་ཇག་མ་ཏང་གཏི་མུག་མེད་ས་ཁག་ཅིག་གི་མཐུན་འབྲེལ་ཚོགས་འདུར་ད་རྡོག་རྡོག་ཁོ་རང་དེ་རེད་བཞག་ལམ་གཙོ་རྣམ་གསུམ་བསྐོས་བཞག་ངེས་འབྱུང། བྱང་སེམས་ཡང་དག་པའི་ལྟ་བ། དེ་ལམ་གཙོ་རྣམ་གསུམ་དེ་རྗེ་ཙོང་ཁ་པ་ཆེན་པོའི། དེ་ན་ལམ་གཙོ་རྣམ་གསུམ་ཁོ་རང་ལ་བསྐངས་ལམ་གཙོ་རྣམ་གསུམ་གི་གཞུང་ཞིག་ན་ཡོད་ལམ་གཙོ་རྣམ་གསུམ་དེ་ད་ལམ་གི་གཙོ་བོ་རྣམ་པ་གསུམ་ཟིག་གོ། དོང་གཙོ་ང་ཚོ་ཆོས་ཕྱོགས་ནས་བཤད་དུས་དཔེ་མི་བཟོད་པའི་ཏིང་རིང་པོ་ཅིག་ད་དཔེ་དེ་ཚགས་ཚུད་པོ་ཞེ་པོ་ཅིག་རེད་དེ་འདྲ་ཅིག་ལ་བསྐོས་ཡོད་རེད་གཉིས་པ་དེ་ག་རེ་བསམ་ན་རྩོམ་ཡིག་དེ་པ་ཐུགས་སུ་པ་བྲིས་ཡོང་དུས་བསམ་པ། དུས་བཞི་ལ་ཅིག་སྦྱར། དུས་བཞི་ལ་དུག་སྦྱར་བ་དང་སྦྱར་སྟངས་མཁས་པ་ཅིག་ལ་སྐྱེ་རྒ་ན་འཆིའི་སྡུག་བསྔལ་ཞེས། སྐྱེ་རྒ་ན་འཆིའི་སྡུག་བསྔལ་ཞེས་དུས་བཞི་ལ་སྦྱར། དེ་ནས་ཡང་ཕྱོགས་གཅིག་ནས་གར་སྦྱར་ཡོད་ཟེར་ན། ལེའུ་གྲོགས་པོ་དེ་ལེའུ་དང་པོ་དེ་མ་ཡིན་པར་ལེའུ་གཉིས་པ་ནས་ལེའུ་རབ་རྗེས་བདུན་ཡིན་འདུག་བསམ་པ་ཕར་ཕྱིན་གྲོགས་ལ་སྦྱར་ཡོད། ད་སྦྱར་སྟངས་འདི་ན་དེ་སྐད་བྱ། དེ་སྐད་དེ་ནི་སྦྲུམ་གྱི་སྲོལ་ཡོད་པ་རེད་ད། ཅོ་ཅོ་གསུམ་དང་འོ་མ་གསུམ་ཨ་ནི། ན་བཟའི་ཆེན་པོ་ཞེས་པོ་ཅིག་ལ་ཤར་ཕྱོགས་ལ་ཕྱིན་ནས་ཨ་ནི་དེའི་ཐོང་ད་དང་དུ་ཡིན་དུས་བསམ་པ་ད་དེ་དུས་ད་དུས་བསམ་པ་སངས་རྒྱས་བཅོམ་ལྡན་འདས་ཨ་ནི་རྒྱལ་པོའི་ཨ་ནི་སྲས་རྣམས་ཕྱིན་དུས་བསམ་པ་ཨ་ནི་རྒྱལ་པོའི་ཁྲི་ལ་བཞུགས་དུས་བསམ་པ་ཨ་ནི་ཉིན་ཞིག་ཕོ་བྲང་གི་མཐའ་ཞིག་ལ་ཕུལ་དུས་སྐྱེས་པ་རྣམས་ཀྱི་སྡུག་བསྔལ་གཟིགས་པ་དེ་འཁོར་བ་ལ་ངེས་འབྱུང་སྐྱིད་དང་དེ་ལྟར་གཞོན་ནུ་དྲུག་གི་རྟོགས་བརྗོད་ངེས་འབྱུང་སྐྱིད་དང་གཅིག་པོ་གཅིག་རྐྱང་བཟོ་ཡང་བྱས་ཙང་དེ་ཡིན་དུས་བསམ་པ་ཚིག་གི་ཐོག་ནས་ད་ཨ་ཅང་ཅང་མཁས་པ་རེད་དེ་ནང་དོན་སྦྱར་སྟངས་དེའི་ཐོག་ནས་བཤད་དུས་བསམ་པ་སློབ་དཔོན་དབུ་མ་པ་དེ་ཡིན་ནའི་འདྲ་རྩོམ་པ་པོ་སུ་ཡིན་ནས་འདྲ་ད་རྦད་དེ་མཁས་པ་ཅིག་ལ་ཧམ་བསམ་དགོས་རེད་བྱས་ཙང་རྗེ་བོ་དང་ང་གཉིས་གཉིས་འགྱུར་ཡོང་དུས་བསམ་པ་རྗེ་བོ་གར་ལབ་དགོས་རེད་ད་ཕྱི་རྒྱལ་མི་རེ་བ་མི་འདོད་ལས་བུ་ཨ་ནི་དུ་བ་གར་བ་དེ་འདྲས་བཀྲིས་དེ་ནི་བུ་མོ་དེ་འདྲས་སྙིང་རྗེ་བོ་ཞི་བོ་དེ་འདྲས་ཆ་ལ་དེ་ནི་སྐྱེད་མོས་ཚལ་དང་མཚུན་དུ་བསམ་པ་རྗེ་བོ་འོ་ད་རྩོམ་པ་པོ་དེ་དགེ་སློང་ཁོ་ར་མ་རེད་ཤག་ཟེར་ད་རྦད་དེ་འདོད་པའི་འགྲོ་སྟངས་དེ་གྱ་མཁས་པ་ཅིག་ལ།

བྱང་ཆུབ་ལམ་གྱི་རིམ་པ་ཡོངས་སུ་རྫོགས་པ་ཆ་ཚང་གཅིག་སྙན་ངག་ཐོག་ནས་ཡིན། ནས་ལས་ང་ཚོ་ནམ་རྒྱུན་ལབ་རིན་ཆེན་མོ་གསུང་སྙན་མང་གོ། དཔེར་ན་ས་སྐྱ་ལ་ཡིན་པ་ཡིན་ན་ལབ་རིན་ཚོད་དེ་སྣང་གསུམ་ཟེར་མཁན་བྱོ། ད་ང་རང་ཚོ་དགེ་ལུགས་པའི་ཡིན་ཡིན་པ་ཡིན་ན་ད་ལབ་རིན་བྱང་ཆུབ་ལབ་རིན་མེད་ཅེས་རྫོང་སྒོམ་ཆེན་མོས་གསུང་རོ། ད་ག་ནང་བཞིན་པའི་ཨ་ནི། བཀའ་རྒྱུད་མེད་ན་རེ་བཅོལ་ཟེར་ཡ་དེ་འདྲ། སོ་སོ་ལབ་རིན་ཚོད་དེ་ཡོད་དོན་དུ་གསུང་དུས་བསམ་པ་དཔེ་ལྟ་ཆོས་རང་ཉམས་ལེན་བྱེད་སྙེག་པ་ད་མིན་སོ་སོ་སྐྱོ་ན་སྐྱིད་མ་རེད་རེད་བྱེད་མ་དེ་ཡང་དེ་འདྲའི་གི་ཆོས་ལ་དང་དོད་མེད་པ་དོན་དུ་དོན་ཚོ་བལྟས་པ་ཡིན་ན་དཀའ་ངལ་ཡོད་ར་པ། ཡིན་ནའི་དེ་གཞོན་ནུ་དྲུག་ཏོག་ཅིག་ལབ་རིན་བཤད་ཡ་ལབ་རིན་བཤད་པ་ཅིག་ལ་གྲུམ་གཅིག་ལ་བཤད་པ་ད། པོ་གོ་དྲུག་གྲུམ་འཁྲུག་པོ་ཆེ་པོ་ཅིག་ལ་བཤད་ཡོད་དུས་མ་དེའི་ཞོར་ལ་ལབ་རིན་གྱི་དོན་དག་དེ་ཁྱེད་གང་ག་བཤད་པ་ད་དེ་ཡིན་དུས་བསམ་པ་སློབ་དཔོན་དབུ་མ་པ་དེ་དེ་ཆུ་ཚད་ཁ་ཛེ་ཛེ་ཅིག་ལ་ལེགས་བ་རེད་ད་དེའི་ཡོར་ད་གནད་འགག་གཙོ་བོ་དེ་ན་འདུག་བསམ་ང་རང་གི་བསམ་ཚུལ་ཡིན་ད། དེ་ཡིན་དུས་བསམ་པ་ཨ་ནི་ངས་འོང་ད་གཞོན་ནུ་དྲུག་ཏོག་ཅིག་དམ་དགོས་ཡ་རྒྱུ་མཚན་དེ་གོང་དུ་ཅུང་ཟད་ཞུས་ད་དེ་ཡིན་བཟོ། དེ་འདྲ་ཡིན་དུས་སམ་ཨ་ནི། མ་འོངས་པ་ལ་ང་ཚོ་སློབ་སྦྱོང་གནང་མཁན་སུ་དང་སུ་ཡིན་པ་ཡིན་ནའི་འདྲ། ཨིན་ཇི་ལ་རྒྱུགས་དགོས་ཡོད་རྒྱུ་མཚན་གང་ཟག་ང་ཚོའི་རིག་གནས་མང་པོ་ཅིག་ཧི་མ་ལའི་རི་རྒྱུད་ནང་ཚུགས་བསྡད་ན་འགྲིག་གི་མི་འདུག་ད། ད་མ་སྟོན་བཅས་ཨ་ནི་འཛམ་བུ་གླིང་སྒང་ལ་བོད་རིགས་ཟེར་མཁན་དེ། ཆུ་ཚད་མཐོ་ལོས་ལ་སླེབས་ཡོད་མེད། སྙན་ངག་གི་ཐོག་ནས་གོ་བ་ག་ཚོད་ཚོད་ཡོད་མེད། བོད་ཀྱི་སྙན་ངག་གི་ཐོག་གི་ཚད་གཞི་ག་ཚད་ཚོད་སླེབས་ཀྱི་ཡོད་མེད། གཞན་དག་མི་རིགས་དང་ཚོ་ལ་སྙན་ངག་སྐད་གྲགས་ཆེ་བ་ཞེ་པོ་འདུག་ང་ཚོའི་བོད་རིགས་ནང་ལ་སྙན་ངག་བསམ་གྱིས་མི་ཁྱབ་ཡོད་རེད་དེ། སྐད་ཡིག་གི་བཀག་རྒྱ་བཅས་ཧི་མ་ལ་ཡའི་རི་རྒྱུད་ནང་ལོག་ལ་བས་ཟུམ་བསྡད་པ་ཡིན་ན་ཨ་ནི་འཛམ་བུ་གླིང་ལེགས་སྐྱེས་ཕུལ་ཐུབ་ཀྱི་མི་འདུག་ཨ་ཅེ་ས་འདི་ཡིན་དུས་ས་མ་ང་ཚོས་ཨན་ད་ཀི་རྒྱུ་ཡས་ཀྱི་དགོས་པ་དམིགས་ཡུལ་དེ་ཡས་དེ་འདྲས་བྱས། ཨ་ནི་ཞུ་བ་ཡང་མུ་མཐུད་ཟླ་ང་གཉིས་གཉིས་རྗེས་ཙོང་ཁ་པ་ཆེན་པོས་མཛད་པའི་ཨ་ནི་བྱང་ཆུ་སེམས་པ་རྟག་ཏུ་ངོས་རྟོགས་ཆུ་ད་ཏི་བོད་ཏི་བོད་མི་སི་པ་ཡང་ང་ཚོ་བོད་ཀྱི་རྩོམ་ནང་ནང་ལོག་ནས་གཅིག་བྱས་གཉིས་ནས་རྗེ་ཙོང་ཁ་པ་ཆེན་པོ་ཁོང་རང་ཆོས་ལུགས་ཀྱི་ཆུ་ཚད་དུ་མ་བསམ་སྟེ་མཐོ་པོ་བཞི་པོ་ཡིན་པ་གང་ཅི་ལ་སྙན་ངག་གི་དཔེ་དེ་ཆུ་ཚད་མཐོ་པོ་བཞི་པོ་ཅིག་ཡིན་པ་ད་དེ་ཡིན་ངས་བལྟས་ས་དེ་ནི་སོང་ནམ་ད་ཁ་ས་ག་ནས་ད་ང་ཚོའི་དེ་ནས་དེ་ཡིན་དུ་བསམ་ཨ་ནི་རྗེ་ཙོང་ཁ་པ་ཆེན་མོས་མཛད་པའི་བྱང་ཆུབ་སེམས་དཔའ་རྟག་ཏུ་ངའི་རྟོག་དཔྱོད་དཔག་བསམ་ལྗོན་པ་ཟེར་སྐད་དེ་ཨ་ནི་བསྒྱུར་གནང་སྐད་ཟེར། ཨ་ནི་རྗེ་བོ་ཡ་ལོ་ཀ་ཞེ་པོ་སླེབས་འདུག་བ་ད་དེ་དུས་བསམ་པ་སྐད་ཚེ་ཁྲི་ཁ་ཕྱིན་བྱེད་ཀྱི་མི་འདུག་ད་ནང་ད་ཡང་མ་རེད་གང་ནས་ཉིན་གུ་ཡོང་གི་རེད་ཟེར་བྱས་ད་ཡང་དེ་བསྒྱུར་ག་བྱས་པ་རེད། ད་འདི་འགོ་ཚུགས་རེད་ད་འདི་འགོ་ཚུགས་ཡོང་དུས་བསམ་པ་དེ། དེའི་འགྲེལ་པ་ཡག་པོ་ཞེ་པོ་ཅིག་ང་ལག་པ་ར། རྣམ་པ་ཚོས་ཕ་ཅིག་ཁྱི་འགོས་རེད་ཚིག་དོན་ཞབས་དྲུང་གི་འགྲེལ་པ་དེ་ཡག་པོ་ཞེ་པོ་ཅིག་འདུག་དེའི་བྱས་རྗེས་ཨ་ནི་འོ་འདི་བསྒྱུར་བ་རེད་ད། འདི་བསྒྱུར་ཡོང་དུས་བསམ་པ་ད། ངན་ལ་འདི་བཞུར་འབྲུག་རྡོག་གཅོད་རྒྱུ་བཞུགས་བ་འདི་བསྒྱུར་དུས་བསམ་པ་ཨ་ང་ཚོ་ལ་ཉམས་མྱོང་ཡལ་ག་ལ་གང་འཚམ་ཐོབ་བྱས་ཨ་འདི་ལས་ལག་པ་བྱུང་ལོ་གཅིག་ནང་ལོ་རེ་བསྒྱུར་ཚར། བཞུར་འབྲུག་རྡོག་གཅོད་ལོ་གཉིས་ལས་བྱས། ད་འདི་ཡིན་དུ་བསམ་པ་དེ་ང་ཚོའི་ཉམས་མྱོང་དེའི་ནང་ལོགས་ནས་གལ་ཆེན་པོ་ག་རེ་རེད་ཟེར་ན། མ་ཡིག་གི་རྒྱབ་ལྗོངས་དཔེ་མི་བཟོད་པའི་བར་མཐིལ་དུ་ཤེས་དགོས་གི། གཉིས་པ་དེ་ལ་བོད་ཡིག་གི་རྒྱབ་ལྗོངས་ཞེ་པོ་ཤེས་དགོས། བོད་ཡིག་གི་རྒྱབ་ལྗོངས་མ་ཤེས་མི་ཡིན་ན་བོད་ཡིག་དེ་ད་ཨིན་ཇིར་བ། ཨིན་ཇིའི་རྒྱབ་ལྗོངས་ཨིན་ཇིའི་རིག་གནས་དེ་མ་ཤེས་མི་ཡིན་ན། ང་རང་ཚོ་ཨིན་ཇིའི་རིག་གནས་ད་ཨིན་ཇིའི་ཡི་གེ་ར་བའི་རོ་བའི་ཤེས་ནས་ཡོང་ཡ་ཅི་ཡང་མི་འདུག་ཁོ་རང་གི་རྒྱབ་ལྗོངས་དེ་ཤེས་མ་ཡིན་ན་ཨ་ནི་ཁོ་གཉིས་གཉིས་ཀྱི་ཚོད་དེ་ག་འདྲ་ཅིག་སླེལ་གི་ཡོད་ར་བ། ཏིང་གི་གོ་བ་དེ་རྒྱབ་ཅིག་ཨ་ནི་བོད་སྐད་ཡ་མཚམས་བཞིན་འོས་པ། དེ་འདྲའི་བྱེད་འདོད་བསམ་པ་ཨ་ནི་བོད་ཡིག་དེ་ཡག་པོ་ཞིག་བྱེད་པོ་ཆགས་ཡས་ཆ་རྐྱེན་གཙོ་བོ་དེ་དེ་རེད་ཤག་བྱས་ཙང་དེ་ཡིན་དུས་བསམ་པ་ང་ཚོ་མ་ཕྱི་མའི་ཡིག་སྒྱུར་གྱི་གཞུང་ལུགས་མང་པོ་ཡོད་རེད་ཨ་ནི་དུས་རྒྱུན་དེ་ང་ཚོ་ཚགས་པར་ཡིག་སྒྱུར་བྱེད་ཡས་དང་གསར་འགྱུར་གསར་ཤོག་ཡིག་སྒྱུར་བྱེད་ཡས་དང་ཨ་ནི་དེ་འདྲའི་གི་གཞུང་དེ་འདྲའི་ཡིག་སྒྱུར་བྱེད་ཨ་ནི་ཚུལ་གཞུང་ཡིག་སྒྱུར་བྱེད་དཔྱད་རྩོམ་ཡིག་སྒྱུར་བྱེད་དོན་ཚོ་དཔེ་དེ་ཁོ་ན་བེད་ཆ་ཚང་མ་འདྲ་རེད་ཤག་དཔྱད་རྩོམ་ལ་སོགས་པ་དོན་ཚོ་ཡིག་སྒྱུར་བྱེད་དུས་བསམ་སྙེམས་ཆ་ཞིབ་པོ་སྟོན་དགོས་མ་རེད། གཙོ་བོ་ག་རེ་སྟོན་དགོས་ཟེར་ན་ཕི་གེ་ཡག་དག་པོ་དེ་ཞེ་བོ་ཅིག་སྟོན་དགོས་རེད་པ། ཨ་ནི་ཁོ་དཔྱད་རྩོམ་ཡིན་དུས་བསམ་པ་འོ་ད་གྲངས་ཀ་ཡིན་ནའི་འདྲ་མིང་ཚིག་ཡིན་ནའི་འདྲ་ག་རེ་ད་དེ་ཨ་འདས་དེ་ང་ཚོའི་གཞོན་ནུ་རུ་གཏོགས་ཅུ་སོར་དོན་གཙོ་རྩ་བའི་དེ་ནོར་མེད་པ་ཡིན་ན་ཨ་ནི་དེའི་ནང་ནང་ནས་རྩལ་ཞེ་བོ་སྟོན་ཡག་ཡག་རེད་འདུག་ཟེར་དུས་བསམ་པ་ད་ང་ཚོའི་གཞོན་ནུ་རུ་གཏོགས་ཅུ་དེ་པད་དེ་ད་ག་རེ་སོང་ནས་སྙན་ངག་སྒྱུ་རྩལ་ཉམས་སྟོན་དག་དེ་དཔེ་མི་སྲིད་པའི་ཐོར་བུ་ཅིག་ལ་སླེབས་དུས་བསམ་པ་ད་དབྱིན་ཇིའི་ནང་ལ་འགྱུར་ཡས་ཀྱི་བུ་ཡིག་དེ་འདོད་ག་ཚོད་སྟོན་ཐུབ་ཀི་རེད་པས། ཨོ་ད་དེ་ངས་རྗེ་བོ་ལས་ཞུ་བའི་ང་ཚོ་དུ་གོ་ས་སྟོན་ཐུབ་ཐུབ་ཁོ་རང་ཡོང་མ་རེད། གཅིག་ནས་ནོ་བྷེལ་བོད་ཡིག་ཟེར་མཁན་དེ་རང་དགོན་པའི་དེ་སྙན་ངག་བྲིས་ཡས་ཀྱི་ཐོག་ལ་ཧམ་བསང་ཡས་ཀྱི་མི་རིགས་གཞན་པའི་ཡིག་རིགས་ལ་མེད་པའི་ཁྱད་ཆོས་མང་པོ་ཞིག་བོད་ཡིག་ལ་ཚང་འཛོལ། ཨ་ལ་ངས་ལ་དང་པོ་སྟབས་བདེ་བོ་ནས་བཤད་པ་ཡིན་ན་སྐབས་བཤད་བྲིས་ན་ཅི་ཡོད་མ་རེད་རྒྱ་ཡིག་ནས་བྲིས་ཐུབ་མ་རེད་སྐབས་བཤད་བྱས་རྗེ་རིན་པོ་ཆེ་གི་ཨ་མདའ་དེའི་རྟ་དངུལ་རྟོགས་བརྗོད་དེའི་ནང་ལོགས་ལ་ཨ་ནི་དཔལ་དེ་དཀོན་འཁོར་དོང་ཚུ་བྲིས་གནང་ཡོང་དུས་བསམ་པ་ག་འདྲས་བྲིས་པ་རེད་ད་དཀོན་འཁོར་དེ་འདྲས་ཨ་ནི་དབྱངས་ངེས་པས་གདོང་ཚུལ་ཁྲིད་དུ་བསམ་པ། བོད་ཡིག་ཁོ་རང་གི་ཡིག་རིགས་ཁོ་རང་གི་ཁྱད་ཆོས་ལ་མ་གཏོགས་ཡིག་རིགས་གཞན་དག་ལ་ཁྱད་ཆོས་དེ་ཁྱེར་མེད་པ། དཔེར་ན་ཨིན་ཇི་ལ་ཨེ་བྷི་སི་ཏི་ཉི་ཤུ་རྩ་དྲུག་ཡོད་པ། ཨེ་ཡི་གོ་ལ་བྱས་པི་ཡི་ཞུ་གོ་ལ་བྱས་ནས་ཟུང་འབྲེལ་དེ་འདྲའི་ཁྲིད་སྐོར་གཞན་ཡང་མེད་པ། ཚིག་ཁོ་རང་གི་འདང་གི་མ་རེད། ད་བོད་ཡིག་འདིའི་ནང་ལོ་ལ། ཀ་ནས་ཨ་བར་ཡང་ཡང་ཀུ་ཤུ་ལོག་འབྲི། སྐད་གྲགས་མ་སོན་ག་འདྲེས་རྒྱབ་ནས་རྒྱབ་ཡ་ཡོད་པ། བྱས་ཙང་དེ་ཡིག་རིགས་ཁོ་རང་གི་བཀག་རྒྱ་དང་ཚད་ཞིག་ཡོད་པ། འདི་ཡོང་ཡ་ཅི་ཡང་མི་འདུག། བྱས་ཙང་དེ་ཡིན་དུ་བསམ་པ་གཞོན་ནུ་ཕྲུ་གུ་རྟོག་དཔྱོད་དེ་ང་ཚོས་བསྒྱུར་ཡ་བསྒྱུར་རེ་ད་ངས་བལྟས་ན་སྒྱུ་རྩལ་གྱི་རང་བཞིན་དེ་བརྒྱ་ཆ་དྲུག་ཅུ་ཨིན་ཇིའི་བོད་ཡིག་དེའི་ནང་ལ་སླེབས་པ་ཡིན་ན་སྐྲ་སྐྲ་རེད་ད། ཡིན་ནས་ནང་དོན་འཕྱུགས་པ་མེད་པ་ཅིག་ང་ཚོས་བསྒྱུར་ཐུབ་ཀྱི་རེད། ད་ལྷག་པར་དུ་ཡིན་ད་ཟུང་ལྡེག་ཟོར་དེ་འདྲ་སྒྲ་རྒྱན་ཟོར་དེ་ཚོ་ང་ཚོས་བསྒྱུར་རྩིས་ཁོ་རང་བྱས་ནས་ད་དེ་ལ་དཀའ་ལས་བརྒྱབ་ནས་ཁ་སྐད་སྟོང་པ་སྟོང་རྐྱང་རེད་རི་བོང་རྭ་དག་ཅིག་པ་རེད། ཡིན་ནའི་ལས་ག་རེ་རེད་ཟེར་ན། དོན་རྒྱལ་སོང་ངའི་ཨ་ནི་རྒྱན་གྱི་རྒྱབ་སྟངས། ཨ་ནི་ལྷག་པར་དུ་ག་རེ་ཟེར་ན་དོན་རྒྱལ་སོང་ངའི་རྒྱན་གྱི་འདི་ཡོད་རེད་པ་ང་ཚོ་གཟུགས་རྒྱན་གཟུགས་རྒྱན་ཕུད་པའི་རྒྱན་དེ་ཚོ་ཡང་དོན་གྱི་རྒྱན་སོང་དུས་བསམ་པ་ཨིན་ཇི་ལས་བརྒྱབ་ཐུབ་ཀྱི་རེད། བྱས་ཙང་འདི་ཡིན་དུ་བསམ་པ་དོན་གྱི་རྒྱན་ཐོང་ཚོ་ལས་བསམ་དང་ནི་ང་ཚོའི་འདྲ་ཆགས་པའི་ཐོང་ཚོ་མང་པོ་བཙལ་ནས་དོན་རྒྱན་ཐོང་ཚོ་ལ་དཔེ་དེ་ཞེ་པོ་ཅིག་བལྟས་པ་རེད་བལྟས་བྱས་ནི་ཁོ་ཚོའི་འཆར་གཞི་ག་འདྲ་ཡིན་པའི་དོན་གྱི་རྒྱན་གྱི་རྒྱབ་སྟངས་དེ་སྣང་དག་མི་འདུག་ད་ད་སྒྲའི་རྒྱབ་ཀྱི་རྒྱབ་སྟངས་དེ་ནི་ང་ཚོའི་ཨིན་ཇི་ཁོ་རང་གི་ཡི་གེ་ཁོ་རང་ཡིག་རིགས་ཚད་གཞི་དེ་ལ་མེད་པ་ཐབས་ཤེས་སྤྱད་ཡོང་བ་མ་རེད། གཅིག་བྱས། གཉིས་ཡིན་ན་ད། གལ་ཆེ་གཅིག་ཞུ་བའི་ཆེད་ལ་འདི་དུ་གཟུགས་རྒྱན་ཡོད་རེད་པ། གཟུགས་རྒྱན་ཡིན་པ་ཡིན་ན་ཨིན་ཇི་དེ་ལ་གཟུགས་རྒྱན་གཅིག་བརྒྱབ་ཐུབ་གི་དཔེ་ཆ་ཤར་བ་ཡིན་ན་གཞོན་ནུ་ཟླ་བ་ཟེར་བྱས་པ་ཡིན་ན། གཞོན་ནུ་དེས། གཟུགས་ཅན་དེ་དེ་རེད་ད། དོན་དེ་རེད་ཟླ་བ་དེ། དཔེ་དེ་རེད་བ། ཉི་མ་གཞོན་ནུ་ཟེར། ཟླ་བ་གཞོན་ནུ་གཞོན་ནུ་ཟླ་བ་ཟེར་དེ་འདྲ། དེ་འདྲའི་ཨིན་ཇི་ལ་རྒྱབ་ཐུག་གི། ད་དེ་ནས་བོད་ཡིག་ནང་ལོག་ལ་གཟུགས་ཅན་བར་མ་དེ་འདྲེ་དོ་བ། གཟུགས་ཅན་གཅིག་རྒྱབ་ཡང་དེ་ཡང་གཟུགས་ཅན་གཞན་དག་ཅིག་ལ་བཀོད་དུས་ཟེར་མ་ཨ་ནི་ཨིན་ཇི་ལ་ཐོམ་བཅས་ད་ད་ག་ལ་གཟིགས་ཀི་ཡོད་རེད་མི་ལ་གཟིགས་ཀི་ཡོད་རེད་གཞོན་ནུ་ལ་གཟིགས་ཀི་ཡོད་རེད་ད་དེ་ཐུབ་འདུག་ཟེར་མ་གཅིག་རང་ལས་རྒྱབ་ཡོད་མ་རེད། ད་ང་ཚོ་བོད་ཡིག་གི། དེའི་ནང་ལ་དང་ཚུལ་ཏིང་ལ་ཕྱིན་པ་ཡིན་ན་ད། ཡིག་རིགས་ཁོ་རང་ངོ་མཚར་ཆེན་པོ་ཞེས་པ་ཅི་རེད་ཤག་དང་ཚུལ་སྐྱབས་ཡོང་དུ་བསམ་པ། ཨོ་འདི་འདྲས་ཟིག་དུ་བསམ་པ་ཨ་ནི། ཞུ་འགྲུག་རྟོགས་བརྗོད་ད་དེ་འདྲས་བྱས་བྱས་ཞུ་བ་ད་ལེགས་གྲུབ་བྱུང་བའི་ཚོད་རོ་ཅིག་རྩིས་དགོས་པ་ཨ་ནི་ཞུ་བོ། ད་དངུལ་རྟོགས་བརྗོད་བསྒྱུར་ཚར་ནས་ཨ་ནི། ཨ་མི་རི་ཀའི་ད་བུར་ཅི་ནས་ཡ་ལབ་ད་ཆེན་པོ་སིང་ཡ་ཅོ་རེད་དེའི་ནང་ལོགས་ལ་ཨ་ནི་མཁས་པ་དེ་འདྲས་ཡོད་ད་ཇེ་མང་ནུ་སེ་ཡ་དེ་འདྲས་ང་ཚོ་གྲོགས་པོ་ཡོད་རེད་ཇེབ་ཁོང་རང་ལས་ཡག་པོ་ནང་འདྲ་ཨ་ནི་ཁོང་ཚོས་དེ་བྱས་དེ་གཉིས་བྱས་བྱས་ང་ཚོས།

མགོན་པོ་ཞེས་པ་འདུག་ད་གང་ཡིན་ཟེར་ན་ཁོང་ཚོ་བོད་ཡིག་རོབ་ཙེ་དང་བོད་སྐད་རོབ་ཙེ་ཤེས་ཀྱི་ཡོད་འདི་ལྟར་དེ་ཆུ་ཚད་མཐོ་རུ་བཏང་པ་ཡིན་པ་ཡིན་ན་ལྟ་ལོག་དེབ་ཞེ་པོ་དགོས་ཀྱི་ད་ཡང་དེ་ང་དེབ་ཁང་ལ་སྤྲོ་བས་ཞོར་གཅིག་ལ་ཡིན་ད་དེ་རེད་ང་ཚོ་དེབ་ཁང་པས་ཤིང་ཧྭ་དེབ་ཁང་དེའི་ནང་ལ་འགྲོ་དུས་བསམ་པ་རྒྱ་ཡིག་གི་མིའི་དེ་འདྲའི་ཤན་སྦྱར་དེ་འདྲ་མང་པོ་འདུག་སྒྲུབ་སྙིང་པོ་དེ་འདྲ་རྒྱ་ཡིག་ལ་བཙུགས་བར་གྱུར་ཅེས་དེ་སྤུ་གུ་ལ་ལྟ་ལོག་ཡག་པོ་ཞིག་པོ་འདུག་ད་དེ་ང་ཚོ་བོད་ཡིག་ལ་དེ་མི་འདུག་དངོས་ནས་ཀླད་ཀོར་རང་རེད་ཤག་ད་ང་གཉིས་གཉིས་དེ་ལས་དེ་འདྲས་བྱས་བྱས་ད་ང་ཚོའི་བོད་རྩོམ་རྒྱང་བྱས། ཨ་ཁུ་སྟོན་པའི་སྒྲུང་གི་ཚོར་ཁུངས་དེ་ཉེ་ཆོས་བཟང་པོའི་སྒྲུང་གི་ཚོར་དེ་འདྲ་དེ་འདིའི་ནང་དུ་ཤེས་བྱ་གཞན་དག་ཡོད་ཀྱོག་གི་ཨ་ནི། དེབ་དང་པོ་གཉིས་པ་གསུམ་པ་བཞི་པ་ལྔ་པ། དེབ་ལྔ་གཅིག་དེ་འདྲའི་བཟོས་ཐུབ་པ་ཡིན་ན་ཨ་ནི་ཆུ་ཚད་ཡང་རིམ་པས་རིམ་པས་རིམ་པས་ཆུ་ཚད་མཐོ་རུ་ཕྱིན་པ་ཡིན་ན་ཨ་ནི། ཁོ་ཚོ་ཕྱི་རྒྱལ་གྱི་སློབ་མ་ཚོ་ནི་རྒན་ལགས་ཚོའི་རྨང་གཞི་བཏིང་གནང་ཚེ་ཨ་ནི་ཁོ་རང་ཚོ་དེ་ཡག་མཐོ་རུ་བཏང་ཡག་དེ་འདྲའི་བྱས་ནས་བྱས་བྱས་ཨ་ནི་དེ་འདྲའི་ཡང་བྱ་གཞི་བཏིང་བ་རེད་དེ། བྱ་གཞི་དེ་བཏིང་དུས་བསམ་པ་ད་ང་ཚོ་ཡང་འདི་རེ་རེ་རེ་རེ་བྱས་ནས་གཅིག་པ་གཅིག་རྐྱང་རེད་འགྲོ་སྟངས་ད་ཀ་ལས་ཚ་ལོས་བྱས་པ་ཡིན་ན་ད་དེ་ཀ་ལས་ཞེ་དྲག་ཡོང་བ་མ་རེད་ད། སྒྲུང་མང་པོ་ཆེད་དུ་བསྡུ་རུང་བྱས་སྒྲུང་མང་པོ་བསྡུ་རུང་བྱས་ལ་ནི་སློབ་ཚན་བཟོས་བྱས་སློབ་ཚན་བཟོས་བྱས་དེ་འདྲ་དེ་འདྲའི་བསྒྱུར་པའི་བརྒྱུད་རིམ་ནང་ལ་ག་རེ་མཐོང་པ་ཟེར་ན་ཕྱི་རྒྱལ་ནས་བསྒྱུར་ཚར་བས་དེ་འདྲའི་ང་ཚོའི་ཚུགས་ཁེ་ཡོང་ག་བྱས་པ་རེད་ཨ་ནི་ཏག་ཏག་ང་ཚོ་ལ་དེའི་བྱེད་པོ་གཅིག་དགོས་ཀྱི་འདུག་ག། དེ་ནས་འཇིག་རྟེན་ལས་འབྲས་རྩིས་གཟུགས་བསླབ་བྱ་ཟེར་མཁན་དེ་ཁ་ཅིག་ཕ་ལུས་དེ་རྒྱུ་ག་བྱས་པ་རེད་ང་ཚོས་དེའི་ནང་ལ་ཡང་སྒྲོམ་གཅིག་པོ་མ་ཡིན་པ་བྱས་ཡང་དེ་རིམ་པ་བཞི་རྩ་བཞི་བཟོས་པ་རེད་དེའི་རྒྱུ་དུས་བསམ་པ་ད་ཕྱི་རྒྱལ་གྱི་རྒྱུ་གཅིག་སྟོང་དགུ་བརྒྱ་བདུན་ཅུའི་ནང་ལ་རྒྱུ་ར་བརྒྱ་བཅུའི་ནང་ལ་རྒྱུ་ན་འགྱོག་གནས་དེ་ཁ་གཅིག་པ་ལོ་གཅིག་འདུག་ཆ་ཚང་རྒྱུ་བཞག་ཨན་དེ་ལྟས་དུས་བསམ་པ་ང་ཚོས་དང་པོ་ང་རང་གཉིས་ཀྱི་རྒྱུ་མ་གོ་བ་བྱས་སྟབས་དེ་བྱས་ཚར་དེ་ཚོ་བེད་སྤྱོད་བཏང་དགོས་བསམ་ཆུ་བཏང་དགོས་བསམ་ཆུ་དེ་ཞོ་དག་ཞིག་བཏང་དགོས་ར་བ་ཨན་ཁ་གཅིག་པ་ལོ་དེ་ཕྱི་རྒྱལ་རང་གི་རྒྱུ་ན་འཛའ་དང་གི་ངས་ཞུས་ཡོད་དེ་རྒྱབ་ཆོས་མ་ཞིག་ན་སྐྱོན་ཐིག་འདུག་བ། ཅི་ཙམ་འདི་ཡིན་འདུག་བསམ་པ་ཁ་ཅིག་བ་ལུགས་ཏེ། ཚིགས་བཅད་ཤོག་ལོ་ཀ་གཅིག་གི་ནང་ལ་ནི་བརྒྱ་ཆ་སུམ་ཅུ་བས་བསྒྱུར་ཐུབ་མེད། ད་བསྒྱུར་ཡས་བསྒྱུར་ཡོད་རང་ཡིན་ན་བརྒྱ་ཆ་སུམ་ཅུ་བས་བསླད་མི་འདུག་ཨ་ནི་ཁོ་གང་ཡིན་ཟེར་ན་ཁ་ཅིག་བ་ལུགས་དེ་ནི་ཡང་བསྒྱུར་ཡོང་འདུག་བསམ་པ་གཞུང་དོན་ཚུར་བསྒྱུར་ལས་ཁག་ཁག་པའི་རྒྱུ་མཚན་ག་རེ་ཟེར་ན་འདིའི་ནང་ཁ་སྐད་མང་པོ་འདུག་ཨ། ལྷག་པར་དུ་གཞིས་ཀ་རྩེའི་ཁ་སྐད་མང་པོ་འདུག་ཨ། དེའི་དོན་དུ་ང་ཚོ་ཁ་ཅིག་བ་ལུས་ཏེ་རྩོམ་པ་པོ་དེའི་ཐོག་ལ་རྩོད་གཞི་ཞེ་པོ་ཡོད་རེད་ཁ་ཅིག་ཟེར་ན་དེ་ནི་མུ་སི་ལིམ་ཁ་ཆེ་དེ་ནི་ཨ་ཁོང་དེ་འདྲ་ཅིག་གིས་རྩོམ་མ་གནང་ཟེར་ཁོ་རང་ཚོའི་བཤད་སྟངས་ཆེ་བ་རེད། དེ་ང་རང་ཚོའི་ཡང། ཧོར་ཁང་སོ་ནམ་བན་འབར་སྤྱི་ཚོགས་ཁོ་རང་ནང་ལོར་ཡང་བཤད་སྟངས་ཀྱི་པན་ཆེན་སྤུན་ཟླའི་ཡེ་ཤེས་ཡིན་པ་ཡོད་དེ་ནི་ཡོངས་འཛིན་འབྲོང་ཚོ་གསུང་སྐད་ཅིག་གི་རྩོམ་ནང་རེད་ད་དེ་འདྲ་པོ་ཞེ་པོ་འདུག་པན་ཆེན་རིན་པོ་ཆེ་དེ་དེ་འདྲ་པོ་བྱས་ན་ངས་ཡི་དེའི་ཐོག་ལ་ཡང་དོ་སྣང་རོ་བྱེད་ཅེས་འབྲེལ་བ་ཞུས་དུས་སུ་མ་དོ་སྣང་བྱེད་ཅེས་ཞེ་པོ་ཕར་བལྟས་པ་ཡིན་ཏེ་ཕལ་ཆེར་ང་རང་ཚོ་བྱས་པ་ཡིན་ན་པན་ཆེན་རིན་པོ་ཆེ་གི་བཀོད་སྒྲིག་གནང་བྱས་ཡོངས་འཛིན་འབྲོང་ཚོ་གསུང་སྐད་དེ་རྩོམ་པ་ནང་ང་དེ་འདྲ་ཆགས་པོ་ཞེ་པོ་འདུག་གང་ཡིན་ཟེར་ན།

རྩོམ་མདོར་འགྲེལ་ཚེ་ཚིག་རྡོ་རྗེ་ཀུན་ནས་གོ་བ་ལས་ནང་དོན་ནས་གོ་བ་མ་སླེབས་ཡིན་ན་དེའི་དཔེ་དེ་ནང་དོན་དེ་ཁྱོན་ནས་སླེབས་ཐུབ་ཀྱི་མ་རེད། ཨ་མདའ་ག་ནང་བཞིན་པས་ཨ་ནི་ས་སྐྱ་ལེགས་བཤད་ཆེ་རྒྱལ་ལ་གྱུར་པ་དང་མཚོ་ཡི་དྭགས་པོ་ཁྱོད་ནི་མི་འདུག་བྱས་ཙང་ང་ཚོ་ས་སྐྱ་ལེགས་བཤད་ཆེ་ཡི་གྱུར་ཚེ་ཅན་ད་ཆ་གཞི་ཆེ་རུ་རོ་ཁ་བྱས་པ་རེད་ད་ཞུ་གོ་འདི་འདྲས་བྱས་ན་སུ་ལྟ་ང་ཚོ་ཡོང་གི་རེད་ཟེར་ཅན་ཡིན་ནའི་ལས་དེ་ཁ་ཅིག་བར་ལུགས་དེ་བསྟི་ན་ཞུ་གོ་འདི་འདྲས་ཅིག་མཐོང་བྱས་ཨ་ནི་ཁ་ཅིག་བར་ལུགས་དེ་ཞོར་ཞོར་ཞོར་ལ་ཞོར་སྐྱར་ལ་གྱུར་བྱས་ཨ་ནི་ཁ་ཅིག་བར་ལུགས་དེ་ཡོངས་སུ་རྫོགས་པ་གྱུར་ཚར་བ་རེད་ད་དངོས་གནས་བྱས་པ་ཡིན་ན་ཁ་ཅིག་བར་ལུགས་དེ་གྱུར་དུས་གཞུང་ལུགས་དྲུག་གི་རྟོགས་བརྗོད་དང་རྟག་མངོན་རྟོགས་ཀྱི་འགྱུར་བ་ལས་ཁག་པོ་འདུག་གོ་གང་ཡིན་ཟེར་ན་ཁོའི་ནང་ལོགས་ལ་ཚིག་གི་དག་ཆ་ཆེ། གཉིས་ཡིན་ན་ཨ་ནི། གཙང་སྐད་དེ་མང་པོ་འདུག་ཨ། གཙང་སྐད་དེ་མང་པོ་ཆེ། ད་དེའི་དཔེ་ཞིག་གཞན་དག་བྱས་ཡོད་ང། ག་རེ་ཟེར་ན་ང་ཚོ་ལོ་རྒྱུས་ཀྱི་དཔེ་ཆ་སྙན་ངག་ནས་བྲིས་པ་ཡིན་པ་དེ་ནས་གཞུང་ཞིབ་ཆ་བྲིས་པ་དང་ཚོ་ང་ཚོ་ལོ་སྟོང་ཕྲག་ཟིག་ཕྱིན་པ་ཡིན་ནས་གོ་བ་ལེན་དེ་བྱས། སྐབས་དེ་དུས་ཀྱི་མཁས་པས་ཁ་སྐད་ནས་བྲིས་ནང་གསེས་ཁ་སྐད་ཟེར་གྱི་ཞེས་པ་ཅིག་བསྒྱུར་འགྲོ་འདུག་ང་ཚོའི་ལོ་རབས་ནང་ད་སྔ་ལོ་ལྔ་བཅུ་ཙམ་ཞིག་སླེབས་པ་རེད། དེའི་ནང་ལོ་ལེགས་ཁ་སྐད་མང་པོ་ཞིག་བསྒྱུར་རྗེས་གཙང་ཡེ་བ་སླེབས་པ་ཡིན་ན་སྔོན་མ་ཁ་སྐད་ལབ་གི་མི་འདུག་བ། ཁ་སྐད་ཟེར་ནི་ལོ་རེ་ལོ་རེ་ནས་བསྒྱུར་ཚུལ། བྱས་ཙང་ཁ་སྐད་ནས་བྲིས་ནའང་དང་ཚུལ་ད་དུས་ཚོད་རིང་པོ་ཞིག་སླེབས་ཡོང་དུས་བསམ་པ་ཨ་ནི་ལོ་ཉིས་བརྒྱ་ལྷག་ཙམ་འགྲོ་དུས་བསམ་པ་ཁ་སྐད་ཨ་ཡ་དེ་གོ་ཁྱོད་ཚོས་གི་མི་འདུག་བ། ད་དུ་བ་ཚིག་མཛོད་ད་གསལ་ཡེ་མེད་བ། ཨ་ནི་གོང་བ། ཨིན་ཇི་ལ་ཡིན་ན Contact ཟེར་གི་རེད། གོང་བ་ཞེས་པ། ཅི་ལྟ་བུ་འོག་ཏུ་བ། གོ་སྔགས་ཞལ་བུ་ཅི་བལྟས་བྱས་ཞིབ་འཇུག་བྱས་བྱས་གཞི་ནས་གནས་ཚུལ་དེ་ཧ་གོ་དུས་སམ་བསྒྱུར་བྱ་བ་ཡིན་ནོ། ཨ་ནི། གཞི་ནས་དེ་བྱས་འདུག་གོ། ཨ་ནི། ཕྱི་རྐྱེན་མི་འདི་མི། དངོས་ནས་བྱས་ན་ཨིན་ཇི་དང་གདོན་ཚུལ་ནང་ལོགས་ལ་སྐྱོན་ཅི་ཡང་ཡོད་མ་རེད་ཨིན་ཇི་རྩེ་གྲ་རེད། ཡིན་ནས་ནང་དོན་དེ་འདུག་སྲིད་དུ་སོམས་ཨ། ད་དེ། ང་ཚོས་ད་ག་ཟེ་བཤད་རྒྱུ་ཡོད་མ་རེད་བསམ་རྒྱུ་ཟེ་ཡོད་མ་རེད་ད་དེ་དངོས་སུ་རང་མཐོང་ཡས་ཡོད་པས་དེ་འདྲ། ཇི་ཙམ་འདི་ཡིན་དུ་བསམ་པ་ང་ཚོ་འགྱུར་རོ་དེ། བས་ཏན་ཏན་ཏིག་ཏིག་མ་བྱས་པ་ཡིན་ན་ལྷག་པར་དུ་ཆ་བས་ཆེན་པོ་དེ་འདྲས་དང་དེ་འདྲས་འགྱུར་བ་ཡིན་ནའང་གོ་ལོག་བ་སྟེ་སུ་ཡོད་ཀི་ངས་ཞུ་ཡས་དང་དེ་འདྲས་རོ་ཅིང། སེང་རིན་པོ་ཚོ།
ཐེངས་འདིའི་བོད་ལྗོངས་བཤད་གྲྭ་ཞེས་པའི་རྒྱུན་མཐུད་འཆད་ཁྲིད་ལེ་ཚན་ནང་བོད་ལྗོངས་སྤྱི་ཚོགས་ཚན་རིག་ཁང་གི་བོད་རིག་པའི་ཞིབ་འཇུག་པ་གཞོན་པ་རྒན་པད་མ་རྒྱ་མཚོ་ལགས་ཀྱིས་གཞོན་ནུ་གྲོགས་ཀྱི་རྟོགས་བརྗོད་དབྱིན་ཡིག་ཏུ་བསྒྱུར་བའི་རྒྱུ་རྐྱེན་དང་གཞོན་ནུ་གྲོགས་ཀྱི་རྟོགས་བརྗོད་དབྱིན་ཡིག་ཏུ་བསྒྱུར་བའི་བརྒྱུད་རིམ། དེ་ནང་བཞིན་དེའི་ལོ་ཙཱའི་ཤེས་བྱའི་སྐོར་སོགས་ནས་འཆད་ཁྲིད་གནང་གྲུབ། ད་ཐེངས་འདིའི་བོད་ལྗོངས་བཤད་གྲྭ་ཞེས་པའི་རྒྱུན་མཐུད་འཆད་ཁྲིད་ལེ་ཚན་ཞུ་མཚམས་ད་ག་ཞག་གི་ཡིན་ཐེངས་བརྒྱད་ཞུ་གཏན་འཇགས་གོ།